མ་བྱོན་འགྲོ་བ་ནང་གི་མཐའ་དང་གཉིས་པའི་སེམས་ཅན་ཐམས་ཅད་མདུན་དུ་ཐོ་ཅག་བླ་ན་མ་མཆིས་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱ་དེའི་ཆེད་དུ་དམ་པའི་ཆོས་ཟབ་མོ་གསན་སྙམ་པའི་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་ནང་གསལ་བཏབ་ནས་གསན་པར་འཚལ། ཅེས་འོ་ལགས་སོ་ད་དེ་རིང་ཁ་སང་ང་ཚོ་ལག་ལེན་སོ་བདུན་མར་གྱི་ཤོ་ལོ་ཀ་བདུན་པ་དེ་རང་ཡང་ཁོ་ཡོད་བཙོན་རར་བསྐྱིལ་བ་ཡིན་འཇིག་ལྟས་ལྷ་ཡིས་སུ་ཞིག་སྐྱོབ་པ་ནི། ཨ་ནེ་དེ་ཤི་གང་ལ་སྐྱབས་ནས་མི་ལྷུ་བའི་དཀོན་མཆོག་སྐྱབས་འགྲོ་རྒྱ་སྲིད་ལག་ལེན་ཡིན་ཟེར་ཡ་དེ་སྐྱབས་འགྲོ་ཁ་ཐུག་ལས་དུ་ཡོ་ཨང་འདི་བྱེད་བསྟན་པ་ལ་འཇུས་པའི་སྒོ་དང་པ་སྐྱབས་འགྲོ་ཟེར་ཡ་དེ་རེད་ཨང་ལང་ལོག་པ་ལས་ཆད་པ་འཇལ་བྱེད་སྐྱབས་འགྲོ་ཟེར་དེ་རེད་ཨོ་དེ་ང་ཚོ་ནང་པ་སངས་རྒྱས་པའི་ཆོས་ཀྱི་སྒོ་འདྲ་དེ་ཨང་ང་ཚོ་ནང་པ་སངས་རྒྱས་པ་ཡིན་མིན་གྱི་ལྟ་ས་སོ་འདྲ་དེ་དག་གཙོ་བོ་འདྲ་དེ་ག་རེ་ཟེར་ན་རང་རྒྱུད་ལ་སྐྱབས་འགྲོ་ཡོད་མེད་སྒོ་ནས་བརྩི་གི་ཡོད་རེད་བ། དཀོན་མཆོག་སོང་གནས་སྐབས་མཐར་ཐུག་གི་སྤྱན་ནི་བསླུ་བ་མེད་པར་ཁེ་ཡང་དང་བླངས་པའི་གང་ཟག་དེ་ལ་ཡང་ནང་པ་ཟེར་དགོས་རེད་ཨང། དཀོན་མཆོག་སོང་ཨ་ནི་སྐྱབས་གནས་ཁས་མི་ལེན་ངེས་ཨ་ནི་འཇིག་རྟེན་པའི་ལྷ་ལ་སྐྱབས་སུ་འགྲོ་ངེས་ད་དེ་འདྲའི་དེ་ཨ་ནི་ནང་པ་ཟེར་གི་ཡོད་མ་རེད་འོ་དེ་ཡིན་ཙང་སྐྱབས་འགྲོ་དེ་བསྟན་པའི་འཇུག་སྒོ་འོ་དང་པ་ཆགས་དགོས་རེད་དེ་ཡིན་ཙང་ཁ་ཚང་ངས་དེ་ཤོ་ལོ་ཀ་དེ་དངོས་གནས་བྱས་ན་ཤོ་ལོ་ཀ་གཉིས་ཡོད་རེད་དེ་འོག་ལ། སྤྱིལ་བུ་ཆུང་ངུ་དང་ད་སྤྱིལ་བུ་འབྲིང་དང་སྤྱིལ་བུ་ཆེན་པོ་སོང་ཤོ་ལོ་ཀ་རེ་རེ་ཡོང་གི་འདུག་བ། དེ་སྟབས་ཅིག་ཏུ་ཤོ་བཞག་ན་ཟེར་ཁ་སང་འདིར་འཕྲོ་ལྷག་དུ་ཡོད་རེད་ཁ་སང་ང་ཚོ་ད་སྐྱབས་འགྲོ་དེ། ས་བཅད་ཁ་ཤས་ཀྱིས་ཤོད་པ་རེད་ཨ་གང་ལ་སྐྱག་སེར་འབྲུ་ཡོད་སྐྱག་ཡོད་ངུས་སོང་བ་དེ་བྱས། གང་ལ་སྐྱེལ་ས་སྐྱེལ་སོང་འགྲོ་ཟེར་གི་ཡུལ་དེ་ཁ་སང། ཞུས་པ་ནང་བཞིན་སྐྱབས་གནས་དཀོན་མཆོག་གསུང་པོ་ཏི། བསང་ཆུའི་དཀོན་མཆོག་ཆུའི་དཀོན་མཆོག་དགེ་འདུན་དཀོན་མཆོག། བསང་ཆུའི་དཀོན་མཆོག་སྐྱབས་སྟོན་པ་པོ། ཆུའི་དཀོན་མཆོག་སྐྱབས་དངུལ། དགེ་འདུན་དཀོན་མཆོག་སྐྱབས་སྒྲུབ་པའི་བདག་འགྲོ། འོ་དེར་བྱས་ནས་ཁ་སང་ངོ་སྤྲོད་རགས་སུ་ཞུས་ཚར་བ་རེད་ཨ་ནི། གཉིས་པ་དེ་ཨ་ནི། སྐྱབས་སུ་ཡོད་པའི་རྒྱུ་མཚན་བཞི། སྐྱབས་ནི་བསླུ་བ་མེད་པ་དཀོན་མཆོག་གསུམ་པོ་དེ་རང་ཉིད་ཀྱི་སྐྱབས་སུ་ཡོད་པའི་རྒྱུ་མཚན་བཞི། ས་བཅད་ཟིག་ཞུས་པ་ཡིན་ན་ཁ་ཟིག་ཞུས་ཚར་བ་རེད་ཅེས་དང། ཨ་ནི་རང་ཉིད་འཇིགས་པ་མཐའ་དག་ལས་གྲོལ་བ། གཞན་འཇིགས་པ་ལས་གྲོལ་བའི་མཐའ་ལ་འཁྱིལ་པ། གཉིས་གཞི་ཆེན་པོ་གཞན་དབང་དུ་ཆོད་པ། ཨ་ནི་ཕན་བཏགས་མ་བཏགས་ཀུན་སྐྱབས་མཛད་པ། སྐྱབས་སུ་ཡོད་པའི་རྒྱུ་མཚན་བཞི།

འོན་དེ་ཡིན་ཙང་མ་གཏོགས་རང་ཉིད་ལ་སྤྱང་ཕྲུག་གི་རྒྱུད་མང་ཚར་ན་ཨ་ནི་དཀོན་མཆོག་གི་སྐྱབས་སྟངས་ཡང་ཡོད་མ་རེད། སོ་སོ་གི་བླ་མ་དཀོན་མཆོག་སུ་ལ་བག་སྐྱབས་སུ་འགྲོ་ཡག་གི་བློ་དེ་ཡང་བྱེད་དགོས་ཡོད་མ་རེད། ད་ནང་པ་ཀི་ཆུའི་འགྲོ་སྟངས་དཀོན་མཆོག་གི་སྐྱབས་སྟངས་དེ་དེ་འདྲ་ཡིན་པ་ང་རང་ཚོ་ཨ་ནི་སྡུག་བསྔལ་ལས་འཇིགས་སྐྲག་བྱེད་སྡུག་བསྔལ་དེ་ལས་ཐར་འདོད་ཀི་བློ་གཅིག་བྱེད་ཨ་ནི་ལྕགས་ཀྱི་ཚོགས་ཡོང་དུས་ཨ་ནི་དཀོན་མཆོག་སོང་ངུས་སོང་ཨ་ནི་དཀོན་མཆོག་སོང་ལ་ཡིད་ཆེས་ཀྱི་ལས་ཨ་ནི་པ་ཀི་ལ་རེ་དུས་ཆག་དགོས་གི་ཡོད་རེད་བློ་སྐྱོ་དགོས་གི་ཡོད་རེད་འོ་འདྲ་བ་བྱེད་དགོས་གི་ཡོད་རེད་འོ་དེ་ལས་སྐྱབས་འགྲོ་གི་ཡོ། རྨང་གཞི་ཡོང་བ་ལ་དེ་ཉིད་དགོས་ཀྱི། ད་དེ་ཡིན་དུས་ང་ཚོ་སྐྱབས་འགྲོ་ཟེར་ལེ་ལ་བ་མ་རེད། སྐྱབས་ཡུལ་དཀོན་མཆོག་སོང་དུས་ངོས་བཟུང་པའི་སྐབས་སུ། ད་དཀོན་མཆོག་སོང་གི་ཡོན་ཏན་དུ་ཏག་ཏག་ཤེས་དགོས་ཀྱི་རེད། གསང་སྤྱོད་དཀོན་མཆོག་ལ་ག་རེ་ད་མཚན་ཉིད་ར་ཅི་མ་བསྡུས་བསྡུས་བཞག་པ་ཡིན་ན། ཨ་ནི་དོན་གཉིས་མཐའ་དུ་དོན་གཉིས་མཐའ་ཕྱིན་པའི་སྐྱབས་གནས་དག་ཐུག་ཟེར་དེར། རང་འདོད་མཐའ་ཕྱིན་པ་གཞན་འདོད་མཐའ་ཕྱིན་པ། རང་འདོད་དེ་ནི་ཆོས་སྐུ་མཐའ་ཕྱིན་པ་གཞན་འདོད་གཟུགས་སྐུ་ཡང་རྙེད་པ་མཐའ་ཕྱིན་པ། མདོར་ན་རང་འདོད་ཟེར་དེ་གསང་སྤྱོད་ཁོ་རང་གི་སྤྱོད་མ་ལེགས་པ་སྤངས། རྟོགས་པའི་ཡོན་ཏན་མ་ལུས་པ་ཚོས་བརྙེས་པ་ཡིན་ཙང། ཨོ་དེ་ལ་ཡང་ནི། རང་འདོད་མཐར་ཕྱིན་པ། དང་གཞན་འདོད། གདུལ་བྱ་རིག་བྱེད་སྲོག་ལ་སོགས་པ་གང་དང་གང་ལས་སྐྱབས་མཛད་དགོས་ཀྱི་ན། དེ། གང་ག་མཆན་འདེབས་པ་དང་སྐྱབས་མཛད་པའི་ནུས་པ་ཡོད་བསྡད་པ་དང། སྐྱབས་ཚུལ་ཤེས་པའི་ཡནི་མཆན་པ་ཡོད་བསྡད་པ། ཨ་ནི་སྐྱབས་འདོད་ཀྱི་དེ་བརྩེ་བ་ཤུགས་ཆེན་པོ་ཡོད་བསྡད་པ། ཨ་ནི་སྐྱབས་པའི་ནུས་པ། ཕྲིན་ལས་དཔག་ཏུ་མེད་པ་ཡོད་བསྡད་པ་དེ་འདྲ་ཡིན་ཙང། ཨོ་དེ་འདྲ་གི། དཀོན་མཆོག་ལ་ཡང་ཡོན་ཏན་དེ་ཚོ་ཤེས་དགོས་རེད། ཆུའི་དཀོན་མཆོག་ཟེར་དུས་གང་ལ་འགོག་ལམ་གང་རུང་གི་དུས་པའི་གནམ་ཧེ་གནང་སྐབས་ཀྱི་ཡོན་ཏན་ཟེར་དགོས་རེད་ཆུའི་དཀོན་མཆོག་ཟེར་ན་ང་རང་ཚོ། ད་ལྟ་ང་རང་ཚོ་རྒྱུད་ལ་ཆུའི་དཀོན་མཆོག་ཡོད་མ་རེད་ཆུའི་དཀོན་མཆོག་བསལ་ཏེ་ཆུའི་མྱང་ལས་བྱེད་བྱེད་བྱེད་བྱེད་བྱེད་ཨ་ནི་ཚོང་ལང་དང་ལྗོངས་ལང་དང་མཐོང་ལང་ཟེར་ངེས་ཀྱི་ཐོག་ཡོང་དེ་ནི་ཆུའི་དཀོན་མཆོག་རྒྱུད་ལ་སྐྱེས་ཡོང་དགོས་རེད་ལ་ངག་གི་ནང་ནས། ཆུའི་དཀོན་མཆོག་དེ་ག་བ་རེད་ཟེར་ན་མཐོང་ལམ་ཟེར་ཡ་དེ་རེད་མཐོང་ལང་ཐོག་ན་ཕ་ཕ་ལང་ཐོག་འདྲ་རེད། དེ་ནི་གང་ཟག་དེ་ཡི་རྒྱུད་ལ་རང་ཉིད་སྡུག་བསྔལ་ལས་བྲལ་ཡག་གི་རྒྱུ་ངོ་མ་དེ་སླེབས་ཡོང་དགོས་རེད། འགོག་བདེན་ཟེར་དུས་གང་ལས་འགོག་པའི་ཡོན་ཏན་སེལ་ན་ཉོན་མོངས་རུང་བ་གང་ཡང་རུང་བ་ཅན་སྤངས་པའི་སྤངས་པ་འགོག་བདེན་ཐོབ་བོ། དེ་རང་རྒྱུད་ལ་སྐྱེས་ན་ནི། ཉོན་མོངས་པ་གང་ཡང་རུང་བ་དང། སྒྲིབ་པ་གང་ཡང་རུང་བ་སྤངས་པའི་འགོག་བདེན་ཟེར་གྱི་ཐོབ་བ་ཡོད་རེད། དེ་དང་པོ་ཐོབ་ཡིན་ཆོས་དཀོན་མཆོག་དེ་མཐོང་ལམ་གྱི་སྐབས་ལ་ཐོབ་དགོས་རེད། ཨ་ནི་དེ་འདྲ་གི་འགོག་ལམ་ཐོབ་པར་བྱེད་མཁན་ཉོན་མོངས་ལས་སྤངས་པར་བྱེད་མཁན་གྱི་ལམ་དེ་ཚོ་ལ་ཨ་ནི། ལམ་བདེན་ཟེར་ཏེ་རེད་ཆོས་དཀོན་མཆོག་སྤྱི་ལ་འགོག་བདེན་ལོང་བདེན་གཉིས་ཟེར་དགོས་རེད། ལམ་བདེན་རྒྱུ། རྒྱུ་རེད། མགོ་བསྟན་ཟེར་མཁན་དེ་དེ་གི་དྲིན་འདྲིས་རེད། དྲུང་འདྲིས་སོགས་དེ་རེད། ཡིན་རྒྱུ་རྟག་པ་རེད། འོ་དེ་འདྲ་ཡིན་མགོ་རླངས་གི་ཡོན་ཏན་གྱི་རྒྱུ་ལས་གཅེས་ཚ་ཡི་ཞུ་གི་ལ་ཁྱོད་རང་གི་རྒྱུ་ལ་ཆུ་དཀོན་མཆོག་དངོས་གནས་དཀྲུགས་ཚར་བ་རེད། དེ་ནི་ཁྱོད་རང་སྡུག་བསྔལ་ལས་དངོས་གནས་སྐྱབས་མཁན་དེ་ཆུ་དཀོན་མཆོག་ངོ་མ་དེ་རེད་སྨད་དང་འདྲ་བ་ཟེར་ཡ་དེ་ཁ་ཚང། སང་ཆུ་དཀོན་མཆོག་སྐྱབས་བསྟན་པོ་པོ་སྨན་པ་དང་འདྲ་བ། ཆུ་དཀོན་མཆོག་སྐྱབས་དངུལ། ནས་སྨད་དང་འདྲ་བ་སྐྱབས་དངུལ། ནད་ལས་དངོས་སུ་དྲག་ཡ་དེ་ན་ཚ་དེ་སྨད་གི་དྲག་དགོས་གི་རེད་སྡུག་བསྔལ་ལས་དངོས་སུ་སྐྱ་ཡ་དེ། སངས་རྒྱས་ཀྱི་སློབ་སྟོན་གནང་བཞག་རྒྱུ་དེ་ལག་ལེན་སྐས་ནི་སོ་སོ་གི་རྒྱུད་ལ། ཨ་ནི། འགོག་ལངས་ཀྱི་ཆོས་ཀྱི་རྒྱུད་ལ་ཐོབ་སོང་ན་ཨ་ནི་སྡུག་བསྔལ་ལས་དངོས་སུ་བྲལ་གི་ཡོད་རེད། སྡུག་བསྔལ་ལས་རིམ་པས་རིམ་པས་རིམ་པས་བྲལ་གི་རེད་ཆོས་དཀོན་མཆོག་རྒྱུད་ལ་སྐྱེ་བ་དང་སྡུག་བསྔལ་མཐའ་དག་ལས་བྲལ་ཚར་ཡོད་མ་རེད་དཱ། རེད་པ། ཡིན་ན་ཡང་ཨ་ནི། ཉོན་མོངས་པ་གང་ཡང་རོ་གཅིག་སྤངས་པའི་སྤངས་པ་ཐོབ། རང་རྒྱུད་ལ་འཕང་བླང་གི་ཡོན་ཏན་ཐོབ། ཨ་ནི་སོ་སོའི་སྐྱེ་བོ་ནི་འཕགས་པའི་གོ་འཕང་ཐོབ་འགྲོ། བསྟན་བྱའི་གང་ཟག་དེ་ལ་དགེ་འདུན་དཀོན་མཆོག་ཟེར་གི་རེད། ཁོ་རང་རྒྱུད་ཀྱི་སྤངས་རྟོགས་ཀྱི་ཡུལ་འདི་དེ་ལ་ཆོས་དཀོན་མཆོག་ལ་དགོས་རེད། དཔེར་ན་སངས་རྒྱས་དཀོན་མཆོག་ལ་ཕྱག་ཤ་ན་སོང་ག་ཚང་དུ་ཡོད་རེད། བདག་ཅག་སྟོན་པ་ལྟ་བུ་དེ་ནི་དོན་གཉིས་མཐའ་ཕྱིན་པའི་སངས་རྒྱས་དཀོན་མཆོག་ཡོད་རེད། ཁོང་རང་གི་ཐུགས་རྒྱུད་ཀྱི་སྤངས་རྟོགས་ཀྱི་ཡུལ་འདི་དུ་ཆོས་དཀོན་མཆོག་ཡོད་རེད། ཁོ་རང་གི་སེམས་ཀྱི་སྡུག་བསྔལ་ལས་བཅས་པའི་གྲོགས་མཛད་སྒོ་ཡོད་ས་དགེ་འདུན་དཀོན་མཆོག་ཡོད་རེད་ཅང་ནི་མ་ལེགས་པ་ཀོས་འདུས་དུ་ཡོད་རེད་བ། ཨ་ནི་ཆོས་དཀོན་མཆོག་ཡིན་ན་ཁོ་ཐོག་མ་དེ་ད་མཐོང་ལག་གི་ནས་བཀོད་ན་ཐོག་ཡུམ་མཁན་གི་འགོང་ལག་གི་ཡོན་ཏན་དེ་བྱེད་དེར་མི་ནག་ཆུ་མཚན་ཉིད་རེ་ཞིག་བཞག་ཡོང་དུས་འགོང་ལག་གང་རུང་གིས་བསྡུས་པའི་གནམ་ཁ་གི་ཡོན་ཏན་ཟེར་གི་རེད། ད་དགེ་འདུན་དཀོན་མཆོག་དེ་ཆོས་དཀོན་མཆོག་བརྗོད་ལ་དད་པའི་གང་ཟག་ལ་ཕ་གོ་དགོས་རེད། འགོང་ལག་གང་རུང་གི་ཡོན་ཏན་དེ་རིགས་གྲོགས་ཀྱི་ཡོན་ཏན་བརྗེ་བོ་གང་རུང་དུ་བསྟན་པའི་འཕགས་པའི་གང་ཟག་གཅིག་ལ་དགེ་འདུན་དཀོན་མཆོག་ལབ་དགོས་རེད། ང་ཚོ་ནང་ཆོས་དགེ་འདུན་དེ་དགེ་འདུན་དཀོན་མཆོག་དབྱེ་བ་ཕྱེ་དགོས་རེད། ང་ཚོ་གྲྭ་བ་ར་ཏུ་བྱུང་བ་འདི་ཚོ་ལས་དགེ་འདུས་ལ་ཡོད་མ་རེད་དགེ་འདུས་སྲིད་དུས་དགེ་སློང་བཞི་ཡིན་ཕྱེད་ལ་དགེ་འདུས་ཟེར་ཚོགས་པ་ཅིག་ཡིན་དགོས་རེད་དེ་ལ་ཡང་དགེ་འདུས་དཀོན་མཆོག་བྱ་དགོས་ཡོད་མ་རེད་དགེ་འདུས་དཀོན་མཆོག་ཟེར་མཁན་དེ་ཡིན་གྱི་མིན་ནི་རབ་ཏུ་བྱུང་བ་ཡིན་དགོས་མ་རེད་འོ་ཡ་ད་དེ་ལས་འཕགས་པ་ཡིན་ན་འགྲིག་དགོས་རེད་འཕགས་པ་དཔེར་ན་ས་མཐོན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་དེ་ནི་ཉན་རང་དགྲ་བཅོམ་པ་འོ་དེ་གས་ད་ནི་དཔའ་བོ་མཁའ་འགྲོ་ཁྱུ་མཆོག་སོ་མ་སི་མང་པོ་ཡོད་རེད་ད་ཕ་ལང་ཐོ་མཁན་གྱི་གང་ཟག་ལ་བསྟན་གྱི་གང་ཟག་རབ་ཏུ་བྱུང་མ་བཅུ་གཅིག་རིགས་ཡོད་རེད། ང་ཚོ་འཇིག་རྟེན་ཡོངས་གྲགས་ཀྱི་ཡང་དགེ་འདུན་དཀོན་མཆོག་ཟེར་གྲྭ་པའི་ཚོགས་ལ་གོ་བདེ་ཡག་ཅིག་འདུག་དེ་དགེ་འདུན་རེད་མ་གཏོགས་དགེ་འདུན་དཀོན་མཆོག་ལས་བཙལ་ཡོད་མ་རེད། ད་དེ་ལས་དགེ་འདུན་དཀོན་མཆོག་དེ་ཞེ་འཐོན་དུ་ཡོད་ར་བ་ར་འདུག་ཅི་བ་ཡིན་གྱི་འཕགས་པ་ཤཱ་རིའི་བུ་ལྟ་བུ་མོ་འགའ་བུ་ལྟ་བུ། འོ་དེ་དེ་འོད་སྲུང་ཆེན་པོ་ལྟ་བུ་དེ་གས་དེ་ར་འདུག་བྱུང་བ་ཡང་རེད་དགེ་འདུན་དཀོན་མཆོག་ཡང་རེད། ཨ་དགེ་འདུན་དཀོན་མཆོག་དེ་དགེ་འདུན་ལས་ཆེ་བ་བྱེད་དགོས་རེད་དགེ་འདུན་ཟེར་དེ་གྲྭ་པའི་ཚོགས་དགེ་སློང་ཤེས་ཡིན་ཆེད་དེ་ལ་དགེ་འདུན་ལབ་དགོས་རེད། དགེ་སློང་གང་ཟག་གཅིག་ཡིན་ན་ཁོ་ལ་དགེ་སློང་གང་ཟག་མ་གཏོགས་དགེ་འདུན་མིང་ཐོགས་གི་མ་རེད། ཡང་དེ་ཡིན་ཙང་ད་དེ་ང་ཚོ་སྐྱབས་འགྲོ་བླ་སྤྱི་གི་སྐབས་སུ་ད་དེ་འདི་མ་ཡོང་གི་རེད་མ་གཏོགས་དེ་རེད་དེ་དབྱེ་བ་ཕྱེ་གི་རེད། དགེ་འདུན་དཀོན་མཆོག་གི་ཁ་སང་ད་བསྐྱར་དུ་ཞུས་ཚར་ངས་བསྐྱར་བཤད་སོང་རེད་རེད་དགེ་འདུན་དཀོན་མཆོག་ཟེར་དུས་ནས་རྗེ་བཙུན་སྒྲོལ་མ་ལྟ་བུ་རྗེ་བཙུན་འཇམ་དཔལ་དབྱངས་ལྟ་བུ་བྱང་ཆུབ་སེམས་དཔའི་གུ་ཚུལ་ཟེར་འདི་ངས་སེམས་པ་དང་སེམས་མ། ཨ་ནི་ཉེ་དུས་དགྲ་བཅོམ་པ་རང་སྐྱ་དགྲ་བཅོམ་པ་ཨོ་ད་དེ་འདྲ་དཔག་ཏུ་མེད་པ་ཡོད་རེད་དེ་གལ་དགེ་འདུན་དཀོན་མཆོག་རི་གྲོག་གི་ཡོན་ཏན་རྒྱལ་པོ་གང་རུང་དང་ལྡན་པའི་ཕ་བི་གང་ཟག་ཟེར་ད་དེ་འདྲ་ཡི་སྐྱབས་གནས་དཀོན་མཆོག་གསུངས་པ་དེ་སྐྱབས་ཡུལ་ངོས་བཟུང་དིང། དེ་ལ་སྐྱེས་སུ་འགྲོའི་རྒྱུ་འོ་ནི་སྡུག་བསྔལ་ལ་འཇིགས་སྐྲག། ད་སྡུག་བསྔལ་གྱི་འཇིགས་སྐྲག་ཟེར་མཁན་དེ་ང་ཚོ་སྤྱིར་བཏང་ཤེས་པ་ཡིན་ན། སྐྱེས་བུ་ཆུང་ངུ་གིས་བསྡུས་པའི་སྐྱབས་འགྲོ་དགུའི་རྒྱུ། སྐྱེས་བུ་འབྲིང་གིས་བསྡུས་པའི་སྐྱབས་འགྲོ་དགུའི་རྒྱུ་སྐྱེས་བུ་ཆེན་མོ་གིས་བསྡུས་པའི་སྐྱབས་འགྲོ་དགུའི་རྒྱུ་ཁ་ཁ་ཡོད་རེད། ད་དེ་འདྲའི་མ་ཡིན་ན་ཡང་ང་རང་ཚོ་སྡུག་བསྔལ་རང་ག་བ་ལ་འཇིགས་པའི་འཇིགས་སྐྲག་ཡོད་ནའི་འགྲིག་གི་ཡོད་རེད་སྤྱིར་བཏང། སྡུག་བསྔལ་རང་ག་བ་ཟེར་དུས་ང་རང་དཔེར་ན། ཁྱེད་ཀྱིས་ནད་ན་ཚ་དང་ཚེ་འདས་སྐད་ཅིག་བད་ཀན་ཆུ་ལོག་གི་སྡུག་བསྔལ་དང། ནང་གཡང་གི་སྡུག་བསྔལ་དང། ད་དེ་ཚེ་འདི་ལ་ཡང་སྡུག་བསྔལ་རྣམ་གཡེང་ནག་ཚོགས་འཇུག་ཡོང་ཡ་རོ་བ་ད། སྡུག་བསྔལ་དེ་ཚོ་ལས་ཡང་ཨ་ནི་ཕ་གཡུ་ཡག་དང་ལྕགས་ཡག་གི་ད་ལྟ་དཀོན་མཆོག་ལ་སྐྱབས་འགྲོ་ཡག་ཡོད་རེད། དེ་སྐྱབས་འགྲོ་གི་རྒྱུ་རེད་མ་གཏོགས་ཡིན་གཅིག་མིན་ནི་སྐྱབས་འགྲོ་རྒྱུ་ལས་སྤྱད་པ་བྱེད་པ་ལ། སྡུག་བསྔལ་དཔེ་དེ་ཁོ་རང། ཆགས་པ་འདུ་བྱེད་ཀྱི་སྡུག་བསྔལ་ཕྲ་མོ་རྟོགས་དགོས་ཡ་དེ་འདྲས་ཀྱི་ཡོད་མ་རེད། ང་རང་ཚོ་འཇིགས་པ་རང་ག་བ་གི། ཚེ་འདི་གི།

ད་དེ་འདྲའི་དགེ་ཕན་ད་ཁོ་དཔག་ཏུ་མེད་ཡོད་དེ་འདྲ་ཡིན་ཙང་དེ་རེད་སྡུག་བསྔལ་གྱི་རྒྱུ་དེ་ལས་སྡུག་བསྔལ་རང་ག་བ་ལ་བཞེད་ཡ། ཨ་ནི་སྐྱེས་བུ་ཆུང་ངུ་གྱི་དུས་པའི་ཕྱི་མ་ངན་སོང་སོང་གི་སྡུག་བསྔལ་ལས་འཇིགས་སྐྲག། ཚེ་འདི་གི་འཇིགས་པ་རང་ག་བ་དེ་ཚོ་ད་སྐྱབས་འགྲོ་གི་རྒྱུ་འགྲོ་དགོས་རེད་ད། དེ་ལ་དེ་ནི་དཀོན་མཆོག་ལ་སྐྱབས་པའི་ཡིད་ཆེས་བྱས་ནས་སྐྱབས་འགྲོ་བྱེད་ཡ་ཡོད་རེད། ད་སྐྱེས་བུ་ཆུང་ངུ་དུད་པའི་ལྕགས་སྒྲོག་གིས་བརྗོད་དེ་ཕྱེ་མ་ངན་སོང་སྡུག་བསྔལ་འཇིགས་སྐྲག་དེ་ཀོ་རེད་དེ་ལས་སྐྱེས་བུའི་ནུས་པ་དཀོན་མཆོག་ཡོད་པ་ལ་ཡིད་ཆེས་ཀྱིས་རེ་ལྟོས་བྱ་དེ། སྐྱེས་བུ་འབྲིང་དེ་ག་རེ་ཟེར་ན་ཁོ་བའི་ཁོ་བ་སྐྱེ་དང་བྱེ་བྲག་གི་སྡུག་བསྔལ་ལས་འཇིགས་སྐྲག་བྱེད། ཨ་ནི་དེ་ལས་སྐྱེས་བུའི་ནུས་པ་དཀོན་མཆོག་ཡོད་པ་ལ་ཡིད་ཆེས་པའི་བློ་དེ་སྐྱེས་བུ་འབྲིང་གི་ལྕམ་སྒྲོག་གིས་བརྗོད། ད་སྐྱེས་བུ་ཆེན་པོ་ཟེར་དེ་བྱང་ཆུབ་སེམས་དཔའ་དེ་སོགས་ཀྱིས་འཇིགས་སྐྲག་དེ། རང་མ་ཚད། ནང་གི་མཐའ་དང་གཉིས་པའི་མ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ལས་ཨ་ནི། ཉེས་བྱས་སྐྱེས། འོ་ད་དེ་ལས་སྣོད་སོ་སོ་སྡུག་བསྔལ་བྲལ་ནའང་མྱངས་པ་དེ། བྲལ་ན་མྱངས་པ་ཙམ་མ་ཡིན་པར་གཉིས་རྗེས་ཀྱི་བྲལ་ན་མྱངས་པ་སངས་པ་བཙལ་བ་དེ་མ་ཡིན་པར་ད་སྡུག་བསྔལ་ལས་གྲགས་ཡ་དེ་དཀོན་མཆོག་ལ་ཡ་རེ་ལྟོས་བཅའ་ཡ། འོ་དེ་འདྲའི་སྐྱེས་བུ་ཆེན་པོ་གི་སྐྱབས་འགྲོ་ཟེར་ཡ་དེ་གཞན་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ལས་གྲགས་ཡ་གི་དོན་དང་ལ་ནི་སེམས་ཅན་ཐམས་ཅད་ཀྱི་ཚབ་བྱས་ནས་ཡ། སོ་སོ་གི་དཀོན་མཆོག་ལ་ཡ་གསོལ་བ་རེ་ལྟོས་བྱ་ཡ། ཡང་ན་རང་གི་སྟེང་དུ་སྲེག་བྱེད་ཀྱི་འཇིགས་པ་སྙིང་ག་ལ་འཇིགས་གྲགས། ཀྱང་ཆུ་སྲིན་པ་བསད་དེ་ཁོ་ཡི་སྡུག་བསྔལ་གཙང་དོན་མ་ཡིན་ཁོ་རང་ཉན་རང་དགྲ་བཅོམ་པའི་གོ་འཕང་ལ་བག་ཟ་ཡོང་བསམ་པའི་འཇིགས་སྐྲག་དེ་ཁུར་དགོས་རེད། དེ་ལས་ཞི་བའི་འཇིགས་པ་སྲིད་གི་རེད། ཞི་བའི་འཇིགས་པ་སྲིད་དཔེར་ན་དེ་ཉན་རང་དགྲ་བཅོམ་པ་བསད་དེ་གི་ལང་ལ་བག་ཟ་སོང་ན་སེམས་ཅན་དཔག་ཏུ་མེད་པའི་གི་དོན་བྱ་ཡ་དེ་ཡོད་མ་རེད་བ་ཁོ་རང་ཉན་ཐག་པ་ཐོ་ནི་ཉན་རང་དགྲ་བཅོམ་པ་བསད་དེ་ཁོ་རང་རང་ཐག་པ་ཐོ་ནི་ཨ་ནི་འགོག་པ་ལ་མཉམ་པ་ཤ་ཤུག་དེར་བ་ཁོ་རང་བློ་དུ་སྡུག་བསྔལ་གཙང་ནི་ཡོད་མ་རེད་དེ་ཅིའི་ཞི་བ་ཅིག་ཐོབ་ཚ་རེད་དེ། སེམས་ཅན་དཔག་ཏུ་མེད་འབུལ་གྱི་བྱ་བ་དེ་བྱེད་དགོས་ཡ་མ་རེད། བྱང་ཆུབ་སེམས་དཔའི་སྤྱོད་པ་རླབས་ཆེན་པོ་དེ་བྱེད་ཐུབ་དགོས་ཡ་མ་རེད། འོ་དེ་ལས་ཞི་བའི་མཐའ་ལས་ལྷུང་བ་ཟེར་ད་བྱང་ཆུབ་སེམས་དཔའི་ལྟས་པ་ཡིན་ན་དེ་ཡང་སྐྱོན་རེད་འཇིགས་པ་རེད། བྱང་ཆུབ་སེམས་དཔའ་དེ་ཚོ་གཞན་སེམས་ཅན་ཐམས་ཅད་སྡུག་བསྔལ་ལས་བྲལ་ཡག་གི་འབད་རྩོལ་དང་གཉིས་ཆའི་ཞི་བ་ཡོད་ཙང་སེམས་ཅན་སྡུག་བསྔལ་ལས་བྲལ་ཡག་གི་ཐབས་བླང་དེ་བཀླག་འགྲོ་དགོས་རེད་ཉན་རང་གི་ས་ལ་ཟག་པ་ཡིན་ན། སངས་རྒྱས་གོ་འཕང་ཡང་ཐོབ་ཐུབ་ཡག་གི། གཤིས་ཀྱི་སྒྲིབ་པ་སྤང་ཡག་གི་ནུས་པ་མེད་པ་ཡིན་ཙང་དེ་ལས་ཞི་བའི་མཐའ་ལ་ལྷུང་ཡག་གི་འཇིགས་སྐྲག་དེ་ཞེ་དྲག་གི་ཆེན་པོ་ཡོད་རེད། བྱང་ཆུབ་སེམས་དཔའ་དེ་ཚོ། འཇིགས་སྐྲག་སྐྱེ་ས་ཡོད་ན་མེད་ན་དེ་རང་འདོད་ཡིད་བྱེད་ཀྱི་བློ་དང། ཞི་བའི་མཐའ་ལ་ལྷུང་འགྲོ་ཡ། ལམ་དམན་པ་ལ་ལྷུང་འགྲོ་ཡ། ཉན་རང་གོ་འཕང་གི་ནང་ལ་ཕ་གཅིག་ཚུད་འགྲོ་ཡ་ཧོ་དེ་ལས་འཇིགས་སྐྲག་བྱེད་དགོས་རེད།

ང་སྐྱེ་བ་ཕྱི་མ་ངན་སོང་མི་འགྲོ་ཡ་སྔོན་དུ་ལྷ་མིའི་གོ་འཕང་དེ་ཐོབ་ཡ་དཀོན་མཆོག་གི་མཆན་བཟང་དཀོན་མཆོག་ཁྱོད་རང་རང་གི་གཤིས་བཟང་པའི་རེ་ལྟོས་བྱ་ཡ་དེ་རེད། རང་ཉིད་ཀྱི་བློ་འདྲ་དེ་བརྒྱ་ཆ་བརྒྱ་ནས་བརྒྱ་ཆ་བརྒྱ་དཀོན་མཆོག་ལ་རེ་བ་རེ་ལྟོས་བྱ་ཡ་དེ་རེད། དཀོན་མཆོག་རང་གི་ལག་པ་ལ་ཡོད་ཟེར་ངན་སོང་འདྲ་བྱེད། ང་ཚོ་མི་ཁ་ཤིས་ག་རེ་བྱེད་ནས་མ་ཏོ་ཁྱོད་རང་རང་མ་ཏོ་འགྲོ་ས་མེད་ཟེར་ད་ཁྱོད་རང་མ་ཏོ་མེད་ཟེར་ཡ་གི་རེ་བ་རྒྱག་ཡ་དེ་ལ་སྐྱབས་འགྲོ་ཟེར་དགོས་རེད། དེ་འདྲི་གི་གླུད་འགེལ་ཡ་དེ་ལ་དཀའ་ལས་ཁ་པོ་ཡོད་རེད་བ། ཡིད་མ་ཆེས་ན་གླུད་འགེལ་གི་མ་རེད་བ། སྡུག་བསྔལ་སྐྲག་མ་ཤེས་ན་རེ་དུས་ཆགས་མ་ར་བ། དེ་འདྲ་ཡིན་ས་དེ་རེད་དེ་ཡིན་ཙང་ད་སྐྱེས་བུ་ཆུང་ངེས་ཡིན་ན་ངན་སོང་གི་སྐྲག་ནི་མངོན་མཐོ་ལྷ་མིའི་གོ་འཕང་ཐོབ་པའི་ཕྱིར་དུ་རེ་དུས་ཆགས་སོང་ཨ། ད་སྐྱེས་བུ་འབྲིང་ཟེར་ཡ་དེ་གི་བསམ་བློ་ཡོད་ན་ནི་ཐར་བ་དོ་ཡག་གི་དོན་དག་ར་བ། འཁོར་བ་གི་སྡུག་བསྔལ་ལས་འཇིགས་ཤིག་སྐྲག་ནི་ནི་ཁོ་ཡུལ་སྡུག་བསྔལ་ལས་བསྐྱབ་པའི་ཆེད་དུ་ཨ་ནི་དཀོན་མཆོག་ལས་ཨ་རེ་དུས་ཆགས་ཡ་དེ་ལ་སྐྱེས་བུ་འབྲིང་གི་སྐྱབས་འགྲོ་རེད་རྒྱུ་མི་འདྲ་བ་ལ་དེ་ནི་རེ་ལྟོས་ཆགས་སྡང་གི་བློ་ཡར་ཤུགས་ཆེ་རུ་དང་གནས་ཚད་མཐོ་རུ་འགྲོ་གི་ཡོད་རེད། ད་བྱང་ཆུབ་སེམས་དཔའི་ཐེག་པ་ཆེན་པོའི་དབང་གི་སྐྱབས་འགྲོ་ཟས་དེར་གཉིས་ཡོད་རེད། གཞན་སེམས་ཅན་ཐམས་ཅད་རང་གི་སྡུག་བསྔལ་གྱི་ཉག་ལ་སྤགས་ནས། གཞན་སེམས་ཅན་ཐམས་ཅད་ལ་སྙིང་རྗེ་ཆེན་པོ་སྐྱེས་དེའི་དྲང་པར། སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ལ་མི་བཟོད་པའི་སྙིང་རྗེ་སྐྱེས། ད་དེ་སྡུག་བསྔལ་ལ་སྐྱེ་ཡ་ནུས་བ་དེ་དཀོན་མཆོག་སོགས་ལ་འདུག་དཀོན་མཆོག་སོགས་ལ་ཡིད་ཆེས་བྱས་ནས་སེམས་ཅན་ཐམས་ཅད་ཀྱི་ཚབ་བྱས་ནས་ཡར་སྐྱབས་འགྲོ་བྱེད་ཡ་དེ་རེད། རང་ལས་གཞན་པའི་མ་མཁའི་སེམས་ཅན་ཐམས་ཅད་དེ་དཀོན་མཆོག་ཆོས་རྒྱལ་ཡབ་ཆེན་སྲས་ཀྱི་རིགས་འདུས་བྱས་འདི་ལ་ནི་གཞན་གྱི་ཆེད་དུ་ཡང་སྐྱབས་འགྲོ་བྱེད་ཀྱི་འདུག་བ། བདག་དང་བཅས་པའི་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ནི་སྐྱབས་འགྲོ། ཡང་ན་རང་ཉིད་ལ་ཚོད་སྦྱར་བ་ཡིན་ན་བྱང་ཆུབ་སེམས་དཔའ་དེ་ངས་སེམས་ཅན་དཔག་ཏུ་མེད་པའི་གི་གཞན་དོན་སྒྲུབ་པའི་ཐབས་ལས་གེགས་སུ་གཅོད་པའི་ཉན་རང་གི་ས་ལ་མ་ལྷུང་བ་ཡབ་ཀྱི་དཀོན་མཆོག་ཆེན་སྲས་དེ། རེ་བ། ཐེག་དམན་གྱི་ས་ལ་ཟག་མ་འགྲོ་ཡ། ཞི་བའི་མཐའ་ལས་ལྷུང་མ་འགྲོ་ཡ། དེ་ལས་འཇིགས་སྐྲག་བཅད་ནས་དཀོན་མཆོག་ལ་རེ་ལྟོས་བྱ་ཡ་དེ་ལ་ནི་ཐེག་པ་ཆེན་པོའི་སྐྱབས་འགྲོ་ཟེར་གྱི་རེད། དེ་སྐྱེས་བུ་ཆེན་མོ་གིས་བསྡུས་པའི་སྐྱབས་འགྲོ་ཟེར་རེད་སྐྱབས་སུ་འགྲོ་ཚུལ་དེ་རེ་ལྟོས་བྱ་སྟངས་དེ། ད་གཞུང་ཆེན་པོ་འགྲོ་སྟངས་བྱེད་པ་ཡིན་ན་ཡོན་ཏན་ཤེས་པའི་སྒོ་ནས་སྐྱབས་སུ་འགྲོ་བ། ཁྱད་པར་ཤེས་པའི་སྒོ་ནས་སྐྱབས་སུ་འགྲོ་བ། ཁས་བླངས་པའི་སྒོ་ནས་སྐྱབས་སུ་འགྲོ་བ། གཞན་དུ་མི་སྨྲ་ཡི་སྒོ་ནས་སྐྱབས་སུ་འགྲོ་བ་ཟེར་སྟབས་དེ་འདྲ་ཡོད་རེད། ད་དེ་གའི། ང་ཚོ་གཞི་རིང་གི་ནང་ཆོས་ངོ་སྤྲོད་སྐབས་ལ་ཁྲག་གི་ཕྲ་བ་དག་ཞུས་འདུག་ནའང་ཁོ་རྨོངས་རོགས་འདྲ་ཅིག་རེད་དེ་མི་གོ་བ་ཆེ་ད་དངོས་སུ་སོ་སོ་ལག་ལེན་རང་ལ་ཁེག་ཐུབ་ཡ་དེ་དཀོན་མཆོག་ལས་ཡ་རེ་ལྟོས་ཆགས་ཡ་དེ་རེད་སྐྱབས་འགྲོ་སྐྱབས་འགྲོ་ཟེར་ན། འོ་ད་ཡོང་དགོས་ཟེར་ཡ་ཡ་འོ་དེ་རེད། ད་སྐྱབས་འགྲོ་དེ་ཡང་དངོས་གནས་ང་ཚོ་ཆོས་ནང་པ་སངས་རྒྱས་པའི་ཆོས་ཀྱི་སྙིང་པོ་འདྲ་དེ། ད་ཐུག་ས་འདྲ་གང་ག་དེར་ཐུག་དུས་རེད། ཁ་སང་གི་ཤུལ་ཡིན་པ། བླ་མ་སྤྱི་བོ་དང་པོ་མང་པོ་གི་སྣང་མཐའ་ཤེས་ཡོང་དུས་གང་ལ། ཨ་ནི་དཀོན་མཆོག་སོགས་ལ་བཅས་སུ་འགྲོ་ཡི་སྐྱབས་འགྲོ་ཚད་ལྡན་གྱི་རྒྱུད་ལ་སྐྱེས་ན་སྲང་ལམ་གྱི་རྟོགས་པ་ཐང་ཆེ་འབད་མེད་ལྷུན་གྲུབ་རྒྱུད་ལ་སྐྱེས་ཐུབ་གི་རེད། སྐྱབས་འགྲོ་ཟེར་ངེས་དེ་མེད་ན་ག་ཚད་ཚད་ཆུ་གློག་སྦྱོང་བྱས་ག་ཚད་ཚད་ཆུ་མྱང་ལས་བྱས་པ་ཡིན་ན་ཡང། ཕན་ཡོན་ཕྲན་བུ་ཅིག་མ་གཏོགས་རླབས་ཆེན་པོ་འདྲ་ཅིག་ཡོང་ཐུབ་གི་མ་རེད། ག་རེ་བྱས་པ་ཡིན་ན་སྐྱབས་འགྲོ་གི་གནས་དྲང་མིན་སྐྱབས་འགྲོ་གི་གཞི་བཞག་དུས་ཨ་ནི་དགེ་རྩ་གང་དགའ་རླབས་ཆེན་པོ་དང་དེ་འདྲ་ཆགས་འགྲོ་གི་རེད།

སྤྱང་གྲུང་མེད་པ་ཡིན་ན་ག་ཚོད་དགེ་བ་རླབས་ཆེན་པོ་ག་ཚོད་བྱས་པ་ཡིན་ན་ཡང་ང་ཚོ་ནང་པ་ཆགས་དགོས་མ་རེད། དགེ་བ་བྱེད་ཡ་ཡོད་ར་ཅིག་ཡེ་ཤུ་དང་ཚང་མ་ལ་བྱེད་ཡ་ཡོད་ར་དོ་མི་ལ་སྦྱིན་པ་བཏང་ཡ་རེད་བསམ་པ་བཟང་པོ་བྱེད་ཡ་རེད་ཅིག་རྣམ་སྨིན་སྣ་ཚོགས་བྱེད་དགོས་ཡོད་རེད་དེ་ནང་པའི་ཤུལ་ཆགས་པ་ལ་སྤྱང་གྲུང་དགོས་དགོས་རེད། དེ་ཡིན་ཙང་ནང་པ་སངས་རྒྱས་པའི་དྲུད་དུ་ཚུད་མི་ཚུད་དེ་སྐྱབས་འགྲོ་གི་ལྟ་གོ་རེད། སྐྱབས་འགྲོ་ཡོད་པ་ཡིན་ན་སོག་པོ། ནང་པ་སངས་རྒྱས་པའི་དྲུད་དུ་ཚུད་པ་ཟེར་དེ་ཕན་ཡོན་དང་པོ་དེ་རེད། གཉིས་པ་དེ་ག་རེད་ཟེར་ན་སྡོམ་པ་ཐང་ཆད་ཀྱི་རྟེན་བྱེད་པ་སོགས་རེད། སྡོམ་པ་ཟེར་དུས་ང་ཚོ་དཔེར་ན་ཕྱིན་པ་ཡིན་ན་ཕྱིན་པའི་སྡོམ་པ་བླངས་ཡོད་རེད། དཔེར་ན་སྐྱབས་སོང་འཛིན་པའི་དགེ་བསྙེན་སྣ་གཅིག་མཚུངས་ཡི་དགེ་བསྙེན། སྣ་འགའ་སུན་ཡི་དགེ་བསྙེན་ཕལ་ཆེར་གཅིག་པའི་དགེ་བསྙེན། ཡང་ན་ཡོངས་རྫོགས་དགེ་བསྙེན་ཟེར།

སྡོམ་པ་ཐོས་ཡོད་མ་རེད། གལ་སྲིད་ཁས་ལེན་མང་པོ་ཞིག་བྱས་བསྡད་པ་ཡིན་ན། ཁས་ལེན་ཙམ་གྱིས་རེད། སྡོམ་པ་ཟེར་ནི་ང་ཚོ་ཁས་བླངས་བྱས་པ་རེད་སྡིག་པ་འདི་འདྲ་ཅིག་བྱེད་ཀྱི་མིན་དགེ་བ་འདི་འདྲ་ཅིག་སྒྲུབ་ཀྱི་ཡིན། སྡིག་པ་འདི་འདྲ་ཅིག་ངས་སྤང་གི་ཡིན་ཟེར་ཡག་གི་ཁས་ལེན་བྱས་ནི་ཨེ་ནི་སོ་སོ་ལ་སྡོམ་པ་ཟེར་ཡི་ཐོག་ཨ་ཡོད་རེད། དེ་འདྲ་ཡིན་ཙང་སྡོམ་པ་ཐང་ཆད་ཀྱི་རྟེན་བྱས་པ་ཟེར་དུས་དགེ་བསྙེན་གྱི་སྡོམ་པ་ཅིག་ཞུ་བ་ཡིན་ན་འདྲ་བྱང་ཆུབ་སེམས་ཀྱི་སྡོམ་པ་ཞུས་ན་འདྲ་གསང་སྔགས་ཀྱི་སྡོམ་པ་ཞུ་ཡིན་ན་འདྲ། དགེ་སློང་དགེ་ཚུལ་སྡོམ་པ་ག་རེ་ཞུ་བ་ཡིན་ན། དེ་གི་རྨང་གཞི་འདྲ་སྟེ། ཁང་པ་འདྲ་མ་ཟེར་ན་རྨང་གཞི་འདི། རྩིག་གདན་དེ་ག་རེ་རེད་ཟེར་ན་སྐྱབས་འགྲོ་དེ་ཆགས་ཀྱི་ཡོད་རེད། སྡོམ་པ་ཐང་ཆད་ཀྱི་རྟེན་བྱེད་པ། གཉིས་པ་དེ་རེད། གསུམ་པ་དེ། ཨ་ནི། ངྷ་ས་ལས་ཀྱི་སྒྲིབ་པ་ཐང་ཆད་ཟེར་བ་འབྱོར་བ་སར་སྐྱབས་འགྲོ་རྣམ་དག་གྱི་རྒྱུད་ལས་སྐྱེས་པ་ཡིན་ན། ཨ་ནི་སོ་སོ་ཐོག་མ་མེད་པ་ནས་བསགས་པའི་སྡིག་སྒྲིབ་ཐང་ཆད་དག་འགྲོ་དགོས་རེད་རིམ་པས་རིམ་པས་རིམ་པས་དག་དགོས་རེད། སྡིག་པ་སྦྱོང་བའི་སྐབས་སུ། སྟོབས་བཞི་བཤད་ཀྱི་རེད་རྟེན་གྱི་སྟོབས། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་རྣམ་པ་སུན་འབྱིན་པའི་སྟབས་གཉིས་པ་ལ་བླ་མ་དོག་གི་སྟོབས་ཟེར་གྱི། དེ་གི་ནང་ནས་རྟེན་གྱི་སྟོབས་ཟེར་ཏེ་སྡིག་པ་དག་ཡག་གི་རྨང་གཞི་ངོ་མ་དེ་སྤྱང་གྲུང་ཡིན་གསུངས་རེད། དེ་ཡིན་ཙང་སྔ་ས་གི་ལས་ཀྱི་སྒྲིབ་པ་ཐམས་ཅད་བསལ་བར་འགྱུར་བ། ད་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་བདེ་བླག་ཏུ་གསོལ་བ་ཟེར་རེ་ཕན་ཡོན་གཅིག་རེད། བོན་རྣམ་པ་སངས་ཀྱིས་བྲིས་ཏེ་ཚུད་པ་སྡོམ་པ་ཐང་ཅིག་བསྟན་བྱེད་པ། སྔགས་ས་ལེགས་ཀྱིས་བསྒྲིགས་པ་ཐང་ཅིག་ཟད་པར་འགྱུར་བ་སོགས་ན་རྒྱ་ཆེན་པོ་བདེ་བླག་ཏུ་གསོལ་བ་ཟེར་ཏེ། སོ་ནག་གསོ་ཡ་ལ་སྟབས་བདེ་ཤོས་སྐྱབས་འགྲོ་ཡོད་པ་ཡིན་ན་སོ་ནག་གསོ་ཡ་ལ་བྱ་བ་གལ་གཞན་བྱེད་དགོས་དགོས་ཡ་མ་རེད། རང་བཞིན་གྱི་ཁོ་སོ་ནག་རྒྱ་ཆེན་པོ་བདེ་བླག་ཏུ་འཚོ་བ་ཟེར། ད་གིན་ངའི་བྲང་ཡ་འདི་རེད་སྐྱབས་གསུམ་གསོལ་ནག་ཟུར་ཡིན་ན་སྟོང་སོང་འདི་ཡང་སྣོད་དུ་ཆུང་སོང་བས་རེད། དཀོན་མཆོག་ཚོགས་ལ་གཅེར་སུ་འགྲོ་ཡི་ལྕགས་སྒྲོག་གི་དལ་བ་དེ་ཡོད་ན་ནི། དེ་གི་བོན་དེ་གལ་ཏེ་གཟུགས་སུ་མཆིས་ན་གཟུགས་སུ་གྲོ་ཡོད་ན་སྟོང་སོང་ཡང་སྣོད་དུ་ཆུང་དུ་རེག་སོང་ཡང་ཅི། འོ་དེ་ཡིན་ཙང་སོང་ན་རྒྱ་ཆེན་པོ་བདེ་བླག་ཏུ་སོགས་པ། ད་མི་དང་མི་མིག་གནོད་པས་མི་ཚུགས་པ་ཟེར། མི་དང་མི་མིག་གནོད་པས་མི་ཚུགས་ཟེར་ན་ལྕགས་སྒྲོག་བརྟན་པོ་ཡག་པོ་ཡོད་ན། མི་དང་མི་མ་ཡི་གེ་རང་དགར་གནོད་པ་ཚུགས་དགོས་མ་ད་སོ་སོའི་ལས་ཀྱི་རྣམ་དབྱེ་ཐོག་ཏུ་བབས་པ་ཡིན་ན། ཀོ་ལེགས་ནང་མི་དགའ་ཡོད་མ་རེད་མ་གཏོགས་སྤྱི་སྟངས་ནི། མི་དང་མི་མིན་གནོད་འབུས་མི་ཚུགས་པ། མི་དང་མི་མ་ཡིན། འབྱུང་པོ་དང་གདོན་དང་གླུད་ལ་སོགས་པ། ད་གནོད་ཚན་ཅན་གི་དེ་གནོད་པ་ཆུག་ཐུག་གི་མ་རེད། ང་རང་ཚོ་མིག་གིས་མི་པར་ཡ་སྤྱང་གྲོགས་ཡག་པོ་ཡོད་ན་གནོད་པ་ཚུགས་གི་མ་རེད་ཟེར་ཏེ་དེ་མཚོན་དཀའ་ཡ་དེ་རེད་བ། སྤྱང་གྲོགས་སྣང་དག་ཡོད་མཁན་གི་མི་ལ། ཨ་ནི་མེ་མདའ་རྒྱབ་དུས་རྡེའུ་འགྲོ་གི་མི་འདུག་ཟེར་ཡ་དེ་རེད་ཡོད་རེད། ད་ལྟ་སྤྱང་གྲུང་སྣང་དང་ཡོད་མཁན་དཀོན་པོ་ཡིན་ཕྱིར། སྔེ་མ་ང་ཚོ་བོད་ལས་སྔེ་མ། རྒྱ་མི་གི་རིག་གནས་གསར་བརྗེའི་སྐབས་ལ་ད་དེ་ནས་མི་མང་པོ་ཁ་ཤིས་དམར་སེར་བཏང་དགོས་ར་མི་མང་པོ་དམར་སེར་བཏང་དུས་ཨེ་ནས་དེ་ནས་དམར་སེར་བཏང་ས་ན་ལ་གྲ་པ་རབ་ཏུ་བྱུང་བ་བླ་རྒན་ཅིག་སྲོག་ཐོག་ལ་ཕྱིན་པ་རེད། ཨ་ནས་ཁོ་མི་གེ། རྒྱ་མི་གི་མི་བསད་ས་ལ་མ་ཁྲིད་འགྲོ་དུས་མི་བཅུ་གཅིག་ཡིན་ན་གཅིག་ཉི་མ་གཅིག་བསད་ར་ཟེར་གི་རེད་ཅེས་ན་བླ་རྒན་ཅིག་ཐར་བར་བ། མེ་མདའ་གཅིག་ཡང་བཟོ་གི་མི་འདུག་ས་ཉིན་མེ་མདའ་བདུན་ཡིན་ན་གཅིག་རྒྱག་གི་རེད། ཨ་ནི་ཞུ་བ་ཁོ་རང་ཡག་མཐའ། ཨ་ནི་བཙོ་ཁ་ན་བརྗོད་རིང་པོ་དེ་ཨ་ནི་མ་ལོས་རེད་དེ་ནི་དེ་འདྲ་ཡོད་རེད། ད་སྤྱང་གྲུང་ནང་དང་ཡོད་རྗེས་ར་བ་ཁོ་རང་དེ་ནི་སང་ཉིན་ར་དེ་ལ་དམའ་སོད་ཡིན་ན་དེ་གོང་དགོང་དག་ལ་ཨ་ནི་བཙོན་པ་རོགས་པ་ཤི་ངེ་གང་ག་ལ་བསླབ་བྱ་རྒྱག་གི་འདུག་ས་ང་རང་ཚོ་ད་ལྟའི་སང་ཉིན་རྒྱ་དམིགས་བསལ་གི་ཡོད་རེད་ཡིན་ན་ཡང་གས་ཞལ་དགོས་མ་རེད་བློ་ཅོག་སེམས་ཕམ་དགོས་མ་རེད། སྤོབས་པ་དང་ལྡན་པ་བྱས། ང་རང་ཚོ་མི་སེར་རྐུན་མ་རྒྱབ་དེ་འདྲ་ཤེས་འཇོག་མ་རེད་སེལ་འཇོག་མ་རེད། ད་སོ་སོ་བསྟན་སྲིད་ཀྱི་དང་ད་ཡིན་བསམ་བློ་བཏང། སྨོན་ལམ་ཡག་པོ་བསྐྱལ་ང་ཚོ་ལ་སྐལ་བ་བཟང་དུ་ཡོད་མ་རེད་ཟེར། དེ་འདྲའི་བསླབ་བྱ་རྒྱག་གི་འདུག་ཟེར་དེ་བསླབ་བྱ་རྒྱག་སའི་དུས་སུ། བསླབ་བྱ་ཁག་པོ་རག་མཐའ། ཨ་ནི་ཁོ་རང་དེ་རིགས་ཀྱི་སྐྱབས་འགྲོ་ཡག་པོ་ཞིག་ཡོད་ནི་མི་ལ་བསླབ་བྱ་རྒྱག་གི་ཡོད་རེད་བ་ཡ། ཨོ་དེ་འདྲའི་ལོ་རྒྱུས་ཡོད་རེད་དེ་ནི་མང་ལྟོས་དུས། མན་དཱ་མ་སོགས་ཡོད་དགོས་ཨ་དེ་འདྲའི་ལོ་རྒྱུས་མང་པོ་བཤད་རྒྱུ་ཡོད་རེད། དེ་རིང་ང་ཚོ་ངེད་མ་བོས་ལ་རྒྱ་མིའི་ལས་དུས་ཨེ་ནས་ཨེ་ར་ལ་འགྲོ་ནས་རྒྱ་མིའི་ལ་ཁ་གཏད་བཅག་ནས་བསྟན་འཛིན་རིང་མ་བོས་ལ་ད་ཚོན་མ་འགྲོ་ངེད་མ་བོ་ཤེས་ཡ་ཡོད་རེད་དེ་ད་ཚོན་བསུང་ཞིག་ཞིབ་བཏགས་ཡོད་ར་ཚོན་བསུ་ལ་ལ་ཡིད་ཆེས་ཞུ་རྒྱུ་དགོས་དགོས་ཅེ་ར་བ། ཨང་དེ་རེད་རེད། ད་དེ་མ་ཚད་པ་ང་ཚོ་བསུང་སྐུ་དེ་ཚོ་ག་ད་དད་པ་ཞིབ་ཡོད་ན་དེ་བསུང་དུས་དེ་ཚོ་བཏགས་དུས་སྒང་ལ་ཨེ་ནས་ཁ་རྒྱབ་དུས་སྒང་ལ་ཁ་བསུ་གི་མི་འདུག་ཟེར་ཡ་གནས་ཚུལ་དཔེ་ཡོད་རེད་དངོས་གནས་ཡོད་རེད།

ད་ཨ་མ་ལ་ཚོགས་ཀྱི་ཆེན་ཁེ་རེ་ད་ཆུང་ཆུང་ཞིབ་བཏགས་ཀི་རོ་ཨ་སིན་དུ་ད་ཏེ་ག་ལ་ཤིག་བརྒྱབ་ནི་སུང་གི་ཞིབ་བཏགས་རེ་ན་ནི་ཁབ་རྒྱ་གྲོ་ཅི་རི་ཁོས་ལབ་སོང་གང་ག་ལ་ཁབ་རྒྱ་གྲོ་ཅི་རི་ཨ་ཁོས་ཆུང་ས་སྐལ་ལ་སུང་གི་ཕ་ཕུ་ཁྲུས་ཤོག་ཆུང་ས་སྐལ་སུང་གི་ཕ་ཁྲུས་ཟེར་རྒྱག་གི་མི་འདུག་མི་ཚོ་ངས་ཁབ་བཅག་གི་འདུག་ཟེར་ནི། སྨད་པ་ཚོ་ལ་འདི་ཡོངས་གྲགས་ཆགས་ཏེ་བཞག་བོད་པ་ཚོ་སུང་གི་བཏགས་ཡ་ལ་དགའ་བོ་བྱེད་ཨ་ནི་རྨོངས་དད་ཤུགས་ཆེན་པོ་ཞིག་ཡོད་དངོས་གནས་ཡིན་ས་རེད།

ཁོ་ཚོ་དེ་འདྲ་གི་ཉམས་མྱོང་རག་མ་སོང་བས་ལས་ཚར་བ། ངས་དེ་འདྲ་བལྟ་དེ་དུས་དེ་དུས་ང་རང་ཚོ་དཔལ་སྐྱིད་དང་བོད་ཆོས་སྡིངས་ཞིང་ཁང་ར་བ་ད་དད་པ་དེ་ཞི་བུ་བརྗོད་རྨོངས་དད་ཤུགས་ཆེ་པོ་ཅིག་འདུག་བ། བརྒྱ་ཆ་བརྒྱ་མི་དང་མི་མི་གནོད་འབུད་མི་ཚུགས་བ་བསལ་ཏེ་སོ་སོའི་ངོས་ལ་དངོས་གནས་སྐྱབས་འགྲོ་ཡག་པོ་ཡོད་ན། མཚོན་ལ་སོགས་པ་མི་འགྲོ་ཡ།

ཆོས་དཀོན་མཆོག་ལ་བཅས་སུ་འགྲོ་གི་ཡོད་ཟེར་ནས་ཅི་རེ་ལྟོས་ཆགས་ཀྱིས་བྱས་ཀྱི་ལ་སེང་ཆེན་ལ་གནོད་སེལ་བྱས་བསྡད་པ་ཡིན་ན་གནོད་པ་བྱས་བསྡད་པ་ཡིན་ན་སྐྱབས་འགྲོ་ལབ་བྱས་ཏེ་འགས་རེ་རེད་ཕན་ཡོང་གི་མ་རེད་ཡང། ཆོས་དཀོན་མཆོག་ལ་བཅས་སུ་འགྲོ་ན། ཨ་ནི་སེང་ཆེན་ལ་གནོད་སེལ་སྤངས་པ་ཟེར། དགེ་འདུན་དཀོན་མཆོག་ལ་བཅས་སུ་འགྲོ་ན། ཨ་ནི་སྡིག་གྲོགས་དང་མི་འགྲོགས་ཟེར་ད་སྡིག་པའི་གྲོགས་པོ་ཁ་ལ་ཉན་ཡོད་མ་རེད་ཟེར་དགེ་འདུན་དཀོན་མཆོག་ལ་བཅས་སུ་འགྲོ་ན། དགེ་བས་གྲོགས་པོར་བསྟེན་པ་མ་གཏོགས་སྡིག་པའི་གྲོགས་པོ་མི་བསྟེན་ཅེས། རང་རྒྱུད་ཀྱི་ལྟ་བ་ཉམས་པར་བྱེད་མཁན། ཨ་ནི་སོ་སོ་ལ་སྤྱོད་པ་བསྡུ་རུ་བཏང་མཁན། ཨ་ནི་ཆོས་ཕྱོགས་ལ་བར་ཆད་བྱེད་མཁན་གྱི་གྲོགས་བསྟེན་རྒྱུ་ཡོད་མ་རེད་ཟེར་རེད་དགེ་འདུན་དཀོན་མཆོག་ལ་བཅས་སུ་འགྲོ་ནས་སྡིག་གྲོགས་དང་མི་སྡིག་པ་གཞན་དང་མི་འགྲོགས་གསུངས་རེད། ད་དེ་ཡང་མི་སྡིག་པ་དང་མི་འགྲོགས་ཟེར་ཡ་དེ་ང་ཚོ་དབྱེ་བ་ཕྱེ་གི་རེད་ད་སོ་སོ་མི་སྡིག་པ་དང་གཞན་གྱི་ལྟ་བ་ལྷུད་འགྲོ་མཁན་བརྟན་པོ་མེད་རྒྱུ་ཡིན་ན། འོ་དེ་སྤང་གི་རེད་མ་གཏོགས་ནི་མི་སྡིག་པ་ལ་སོགས་པ་དང་འགྲོགས་འདྲིས་བྱེད་མ་ཆོག་ཟེར་གཞན་མཚུངས་གི་ཡོད་མ་རེད། སོ་སོ་གི་ལྟ་བ་བརྟན་པོ་ཡིན་མཁན་ཡིན་ན་ནི་མི་ཐེག་པའི་གཞུང་ལུགས་ཡོད་ཀྱང་ཁོང་ཚོ་ལ་ཕ་འགྲོགས་འདྲེས་བྱེད་ཆོག་གི་རེད། འོ་དེ་རེད་དགག་བྱ་དེ་ཡོད་མགྱོགས་འདིར་ཟེར་གི་རེད། དགག་པའི་བསླབ་བྱ་གསུངས་རེད་གསུང་ཨ། ད་སྒྲུབ་པའི་བསླབ་བྱ་ཟེར་ན་སངས་རྒྱུས་དཀོན་མཆོག་ལས་སྐྱེས་སུ་འགྲོ་ཡི་སྒྲུབ་པའི་བསླབ་བྱ་དེ་ག་རེ་རེད་ཟེར་ན། སངས་རྒྱུས་ཀྱི་སྐུ་གཟུགས་རྡོ་ལས་བྱས་པ་ཡིན་ན་ཤིང་ལས་བགྱིས་པ་ཡིན་ན། འོ་རི་མོ་བྲིས་བཞག་པ་ཡིན་ན་སྐུ་གཟུགས་བྱོན་ལེགས་པ་བརྗོད་ན་བྱོན་མ་ལེགས་པ་བརྗོད་ན་གང་ལྟ་ཡང་སངས་རྒྱུས་དངོས་ཡིན་བསམ་གི་འདུ་ཤེས་བཞག་དགོས་རེད་ཟེར།

སྐུ་གཟུགས་དེ་གསེར་དང་དངུལ་དང་དེ་འདྲས་ལས་བྱས་པ་ཡིན་ན་ནི་དཔལ་ཆོས་ཤངས་ནང་ལ་ཡ། ཞེས་པའི་རྗེས་རྩ་ཆེན་མོ་ཡ་བཞག་ནི་ས་དང་རྡོ་ལས་བྱས་པ་དང་ཚ་ས་སོགས་འདྲ་ཡིན་ན་མ་མ་མ། བཅས་ཡོང་བ་ཡོད་རེད་བ། དེ་ཡང་རི་མགོ་གཙང་སར་བྱས་ཨོ་ཛི་རེད་དེ་མ་མ་མ། རྩི་སུག་སྤུ་སུག་ལ་མ་གཡུག་ཡོང་བ་ཉེ་དགའ་ཡོད་རེད་བ་འོ་དེ་ཡིན་ཙང་དེ་ཚོ་སྐྱབས་འགྲོ་བླ་ཆོས་ལ་འགེལ་གི་ཡོད་རེད། ཁོ་རྒྱུ་ཆ་ཡག་ལེ་ལ་བཏགས་ཡོད་མ་རེད་སངས་རྒྱས་སྐུ་གཟུགས་ཡིན་ཆན་ཆན་རྗེས་ལ་སངས་རྒྱས་དངུལ་གྱི་དད་པ་བཞག་ཡ། འཁྱུད་པ་ཕུད་དགོས་གི་ཡོད་རེད། དེ་རྗོད་བཟང་ལེར་བལྟ་ན་ནི་རྗོད་ཀྱི་དཔལ་འབྱོར་གྱི་འདུ་ཤེས་ཅན་རེད། ང་ཚོ་ལ་སྲིད་དགོས་ཡོད་ས་རེད། ནི་དངུལ་གྱི་གཅིག་རེད་ཟེར་ནས་ཞེ་པོའི་རྩ་ཆད་བྱས་བསྡད་དེ། རྩ་ཡི་ཡོན་ཏན་ཐོག་ནས་མ་རེད། དཔལ་འབྱོར་གྱི་འདུ་ཤེས་ཤུགས་ཆེན་པོ་ཡོད་པའི་རྟགས་རེད། ནི་ས་དང་རྡོ་དང་བྱེ་བ་དང་དེ་འདྲ་ཡིན་ན་ནི། འོ་དེ་ཡིན་མ་མ་མ་མ་གཅིག་མ་ས་དང་འདྲེ་ལྷས་བཞག་ཡོད་མ། འོ་དེ་འདྲས་དེ་འབྲི་དགོས་ཡོད་མ་རེད་ད་སོ་སོའི་ངོས་ནས། སྐྱེ་འགྲོ་བསླབ་བྱ་དེ་ཏག་ཏག་འབྲི་ཡོད་མ་རེད། གྱོན་ལེགས་མི་ལེགས་ཡོད་ར་དཔེ་ཡག་པོ་ཞིག་ཡོད་ན་ད་ལྟའི་གྱོན་ལེགས་པོ་ཞིག་འདུག་སྐྱབས་བྱེད་ཟེར་བ་ཇི་ལྟར་བྱས་ཀྱང་ལྷ་སོགས་ཀྱི་ཞག་ཐག་མ་འགྲིག་པ་ཅིག་ན་ད་ལྟའི་ཞི་དྲག་མི་འདུག་ཟེར་ཡ་འདྲ། སྙན་བརྒྱུད་བྱེད་པའི་སོ་འདྲ་ཞིག་ནི་རྩ་བ་འགྲིག་དགོས་ཡོད་མ་རེད་ཟེར། སྔོན་མ་བོད་ལ་ཡ་ཇོ་བོ་རྗེ་ལ་ཡ་བྲིས་པ་རེད། མི་གཅིག་གིས། ཨ་ནི་ཇོ་བོ་ཆེན་པོ་འདི་འཇམ་དབྱངས་ཀྱི་སྐུ་དེ་ག་འདྲ་འདུག་ཟེར་ངས་བསླུས་ཀྱི་ཡིན་ཟེར། ཨ་ནི། ལྷ་བཟོ་འདི་ཡག་པོ་ཅིག་མེད་ཡིན་པ་རེད་འདུག་ག། ཨ་ནི། རྗེ་བཙུན་འཇམ་དཔལ་ཡ་སྐུ་མཚན་དཔེ་བརྒྱན་པ་ལ་མི་ལེགས་པ་གང་ཡོད། ལྷ་བཟོ་འབྲིང་ཙམ་རེད་འདུག་གསུངས་ཀྱི་རེད། བཀོད་དེ་ལ་ཕར་འཛུགས་བཙུགས་ནས་བྱེད་མི་ལེགས་པ་ལ་ལྷ་བཟོ་འདྲེས་ཙམ་རེད་འདུག་གསུང་ཡ་ཅན་པས་ན་འདྲེས་ཀྱི་ཆེ་བ་བྱེད་དགོས་ཡ་རེད་དོ། འོ་ད་དེ་འདྲ་རེད། དེ་ནས་ཆུའི་དཀོན་མཆོག་ལ་དཔྱད་བཟོ་འགྲོ་ན་ཨ་ནི་ག་རེ་དགོས་ཟེར་ན་ཆུའི་ཚིགས་སུ་བཅད་པ། ཆུའི་དཀོན་མཆོག་དངོས་གནས་དོན་གོ་ལང་གི་ཡོན་ཏན་དེ་རེད་བ། ཡིན་ན་ཡང་ཆུའི་བསིལ་རག་བསུང་རག་གླིག་བང་ཡོད་རག་ང་ཚོ་དཔེ་ཆ། ཨ་ནི་གླང་རྒོད་གླང་མདོག་གི་གནས་སྟོན་པས་དེ་འདྲའི་ཚིགས་སུ་བཅད་པ་ཚིགས་སུ་བཅད་པ་རེ་རེ་ཡིན་ན་ཡང་ཆུའི་དཀོན་མཆོག་དངོས་ཀྱི་འདུལ་བྱ་ཞག་གོ་རེད་ཟེར་ཡ་ཅན། ཨ་ཆོས་དཀོན་མཆོག་ལ་སྐྱབས་འགྲོ་ཡག་པོ་ཡོད་ན་ཨ་བསླབ་བྱ་དེ་ག་རེ་ཟེར་ན། ཆོས་དཀོན་མཆོག། བླང་དོར་གྱི་གནད་སྟོན་པའི་ཚིགས་སུ་བཅད་པ་རེ་རེ་ཡིན་ན་ཡང་དཀོན་མཆོག་གི་ཆོས་དཀོན་མཆོག་དངོས་ཀྱི་འདུ་ཤེས་བཞག། དེ་ལ་ཡག་ཕྱག་མཆོད་འབུལ་བྱེད་ཡ། རྩ་བ་ཆེན་པོ་བྱེད་ཡ། འོ་དེ་གསུངས་དགོས་རེད། དེ་ནས་དགེ་འདུན་དཀོན་མཆོག་ལ་སྐྱབས་སུ་འགྲོ་ན། ཨ་ནི། རབ་ཏུ་བྱུང་བ་རྟགས་ཆགས་ལུགས་འཛིན་པ་ཡན་ཆད་ལ་དགེ་འདུན་དཀོན་མཆོག་གི་འདུ་ཤེས་བཞག་གསུངས་རེད་དེ་སོ་སོ་ཁེ་བཟང་ཡོད་རེད།

སྒྲུབ་པའི་བསླབ་བྱ་དེ་སངས་རྒྱས་ཀྱི་སྐུ་གཟུགས་བྱོན་ག་འདྲ་ཡིན་ནའང་སངས་རྒྱས་དངོས་ཀྱི་དུས་བཞག་ཡ། ཆོས་དཀོན་མཆོག་ལ་གཅེས་སུ་འགྲོ་ན་དགག་པའི་བསླབ་བྱ་དགག་དགོས་ཡ་སྟེ་སྤང་དགོས་ཡ་སྟེ་སེམས་ཅན་ལ་གནོད་སེལ་དང་སྤངས། ཚུར་བསྒྲུབ་དགོས་ཡ་སྟེ་ཆུད་ཟས་སུ་བྱེད་པ་རེ་རེ་ཡིན་ན་ཡང་དཀོན་མཆོག་ཆོས་དཀོན་མཆོག་དངོས་ཡིན་སྙམ་པའི་དད་པ་བྱེད། ཕྱག་མཆོད་འབུལ་བྱེད་དགེ་འདུན་དཀོན་མཆོག་ལ་གཅེས་སུ་འགྲོ་ན་དགག་པའི་བསླབ་བྱ་དེ་གྲོགས་མི་སྡིག་པ་དང་སྡིག་གྲོགས་ལ་སོགས་པ་དང་འགྲོགས་འདྲིས་མི་བྱེད་ཡ་གཞན་དབང་དུ་མ་སོང་བ།

ད་བསླབ་བྱ་འདི་ལ་ཐོག་མ་ཡི་བསླབ་བྱ་འདི་དྲུག་རེད། དཀོན་མཆོག་གསུམ་གྱི་ཡོན་ཏན་ཤེས་པའི་སྒོ་ནས་སྐྱབས་སུ་འགྲོ་བ་ཟེར་བ་དེ་རེད། དཀོན་མཆོག་གསུམ་གྱི་ཡོན་ཏན། སངས་རྒྱས་དྲན་ནས་སྐུ་ཡི་ཡོན་ཏན་གསུང་གི་ཡོན་ཏན་ཐུགས་ཀྱི་ཡོན་ཏན་ཕྲིན་ལས་ཀྱི་ཡོན་ཏན། ཆོས་དཀོན་མཆོག་ལ་སྤངས་པའི་ཡོན་ཏན། འགོག་བདེན་གྱི་ཡོན་ཏན་ལམ་བདེན་གྱི་ཡོན་ཏན། དེ་ལ་ཡང་དབྱེ་བ་ཕྱེ་བ་ཡིན་ན་བརྒྱད་ཡོད་རེད། དགེ་འདུན་དཀོན་མཆོག་ལ་རིགས་དྲུག་གི་ཡིན་དུས་བརྒྱད་ལ་སོགས་པ་ཡོད་རེད།

ད་དཀོན་མཆོག་སོང་བསད་དེ་གནས་སྐབས་མཐའ་ཐུག་ཐང་ཅིག་གི་སྤྱ་མེད་ཡིན་ཙང་ཨ་ནི་རང་གི་བཀའ་དྲིན་ཆེན་པོ་རེད་དེ་དྲན་གསོ་ཡས་ཀྱི་དོན་དག་ལ་རང་གི་སྐྱེ་བཟའ་སྐྱེ་ཐུང་གི་ཕུད་མཆོད་པ་ལ་རེ་ག་རེ་ཟ་ག་རེ་བཏུང་ག་རེ་གོན་ན། སོ་སོ་གི་ལོངས་སྤྱོད་ཚང་མ་ལ་ག་རེ་བྱས་ན་དང་པོ་ཕུད་དཀོན་མཆོག་ལ་ཡ་མཆོད་ཡ། ཁང་པ་འདྲ་གཅིག་གསར་པ་ལོངས་སྤྱོད་མཁན་དང་པོ་ཡ་དཀོན་མཆོག་གི་རྟེན་རྟེན་འགྲམ་དེ་ལ་ཡ་ཕུལ། ཨ་ནི་ཟ་ཡ་ཡིན་ནས་དང་པོ་ཕུད་དེ་དཀོན་མཆོག་ལ་མཆོད། བཏུང་ཡ་ཡིན་ན་གང་ག་ལོ་ད་ང་ཚོ་དེ་ལ་དགོངས་བཞེས་ཡོད་རེ་བ་ད་ང་ཚོ་བོད་པའི་སྤྱི་ཚོགས་ལ་ཡང་མཆོད་པ་ཕུད་ཡ་དེ་དགོངས་བཞེས་ཡོད་པ་རེ་རེ་བ་དང་པོ་མཆོད་པ་ཕུད། དཀོན་མཆོག་ལ་སྐྱེ་ས་སྐྱེ་ཐུང་གི་ཕུད་མཆོད་པ་ཟེར་བཀའ་དྲི་དྲིས་པའི་སྒོ་ནས་སྐྱེ་ས་སྐྱེ་ཐུང་གི་ཕུད་མཆོད་པ་ཟེར། ཨ་ནི་སོ་སོ་གི་ཀྱི་ཟས་ལུས་ཟས་གོས་རྣལ་མ་ལོངས་སྤྱོད་པའི་ལོངས་སྤྱོད་དེ་གི་ཟས་འགྲོགས་བས་མ་རེད་ཟེར་དཀོན་མཆོག་ལ་ཡང་མཆོད་པ་དེ་ཕུད་ནས་ལོངས་སྤྱད་པ་ཡིན་ན། ཨ་ནི་སོ་སོ་དེ་སོགས་ལོངས་སྤྱད་པའི་སོན་ནག་དེ་རྫོགས་འགྲོ་བས་མ་རེད་གོང་དུ་འཕེལ་དགོས་རེད། དུ་ལོག་ཅིག་དགོན་པ་ཡིན་ན་ཡང་སོ་སོ་དཀོན་མཆོག་ལ་འཆི་བ་ཕོད་ཡོད་རེད། རང་གི་དྲིན་ཅན་རྩ་ཡི་བླ་མ་རང་གི་སྐྱེ་བོ་དང་སྙིང་ག་ལ་སྒོམ་ཨ་ནི་དེ་ལ་ཕུལ་བ། ན་ས་དེ་ལ་ན་ས་སོ་འགྲོ་གྱི་ཕུལ་ཡིན་དྲན་པ་རེད་ཨ་ནི་ཕུང་ཡག་ཡིན་ན་ག་རེ་ཡིན་ན་དཀོན་མཆོག་ལ་འདོད་ཅིག་ནམ་ག་ལ་སད་ཐབས་ཡག་ཕུལ་ཡག་ཡང་ན་རང་གི་སྙིང་ག་ལ་བླ་མ་སྒོམ་དེ་ལ་ཡག་ཕུལ་ཡག་དཀོན་མཆོག་སྒོམ་སངས་རྒྱས་སྒོམ་དེ་ལ་ཕུལ་ཡག་ཨ་ནི་སོ་སོ་ག་ལ་ཟབ་ཡོད་ཡིན་ན་རང་གི་ལུས་ལས་ཡོད་པའི་སྲིན་བུ་བརྒྱད་ཁྲི་བཞི་སྟོང་དེ་ཚོ་ལ་ཡག་ག་ལ། ཟེར་གི་འདུག་ག་ལ་ཟ་དེ་ཆོས་པ་འདི་རིགས་ཕོ་ཡིག་ར། ལུས་ཀྱི་སྲིན་བུ་བདག་ཐག་ཁ་ཟས་ཀྱི་ཚོ་ནི་མ་འོངས་པ་ན་ཆོས་ཀྱི་ཚོར་འགྲོ་དགོས་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་མཐོ་ཕྱིར་བཟའ་བཏུང་ལོངས་སྤྱོད་བྱ་ཟེར་དེ་ག་ལ་ཟ་དུས། ཨ་ནི་ངས་ལུས་ལ་གནས་པའི་སྲིན་བུ་འདི་ཚོགས་ཀྱི་ཆེད་དུ་སྦྱིན་པ་བཏང་ཟས། ད་ལྟ་ངས་ང་ལ་ལུས་ལ་ཡོད་པའི་སྲིན་བུ་གི་འབུ་འཛེར་སྐད་དེ་ཟས་ཀྱིས་གསོས། མ་འོངས་པ་ན་ངས་ཁོ་ཚོར་ཆུས་བསྲུངས་ནས། ང་སངས་རྒྱས་པའི་ཚེ་ཆུས་བསྲུངས་ནས་ཆུས་ཀྱི་ཡ་བསྐྱབས། ཨ་ནི། འགྲོ་མགོན་དོན་དུ་འཛོམས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཆེད་དུ་ནི་བཟའ་བཏུང་བྱེད་ཀྱི་ཡིན་ཟེར་ནས། ང་ཚོ་ཁ་ལག་གིས་ཟས་པ་ཡིན་ན་ཡང་ཁོ་དེ་འདྲའི་ཆོས་ཕྱོགས་ཀྱི་བསམ་བློ་དང་ཡང་རྒྱ་ཆེན་པོ་ཡོད་རེད། འོ་དེ་འདྲ་ཡིན་ཙང་ནི་སྤྱི་བཟའ་སྤྱི་འཐུང་གི་ཕུད་བྱོས་པ་ཟེར་ཡོད་རེད། ཨ་ནི་གཞན་སྤྱང་གྲུང་ལ་འགོད་པ་ཟེར་ཡོད་རེད། སོ་སོའི་པ་པ་ཨ་མ་སྦྱིན་ནས་སོ་སོ་གི་སྤུ་གུ་དང་སོ་སོ་དེ་ཚོ་ལ་སྤྱང་གྲུང་ལ་ཡང་ཁྱུ་ཕྱོགས་ལས་ཁྲིད་ཡ་དེ་རེད། སོ་སོ་གི་ཆོས་ག་རེ་ཉམས་སུ་བླང་གི་ཡོད་ན་གཞན་དད་པ་ཅན་དང་གྲོགས་རོགས་མཆིན་ཚིག་དང་གཞོན་སྐྱེས་ཚོ་ཡིན་ན་སུ་ལ་ཡིན་ན་ཕན་སེང་གི་བཀོད་ནས་བསླབ་དེ་བསླབ་ཡ་དེ་རེད་ད་ཆུའི་བསླབ་ཡ་དེ་རེད། སྐྱབས་འགྲོ་གི་བསླབ་བྱ་དེ་རང་གི་གང་ཤི་འདས་པ་དེ་སྐྱབས་སུ་འགྲོ་ཚུལ་དེ་གཞན་ལ་བསླབ་བྱ་སྟོན་ཡ་དེ་རེད། ཕ་མ་ཡིན་ནས་སྤུ་གུ་སྐྱབས་འགྲོ་ཡོད་མཁན་བཟོ་ཡ་དེ་ཕ་མ་གི་ལས་འགན་རེད་ད། ནི་ཕ་མ་དངོས་གནས་ཆོས་དངོས་གནས་ཡང་དག་པ་དེ་བྱེད་དགོས་རེད། ཕ་བོང་རྩི་གུ་སྤུ་གུ་ཡར་གསོ་སྐྱོང་བྱེད་དུས་ག་ལ་སྐྱིད་ཅིག་ཞུགས་མ་ང་ལ་ཕན་ཐོགས་ཡོང་གི་རེད་ཅིག་ཅིག་ཡོང་གི་རེད་བསམ་ནས་ཚུར་ལོང་ཀོ་ལོང་ཁེ་ཆོད་མ་རེད། དེ་འདྲའི་ཚུལ་ཕན་བཏགས་རེད་བསམ་ནས་ཕ་ཕས་ཅིག་རྒྱང་སྐྱོང་བྱས་པ་དེ་རྒྱང་སྐྱོང་རྣམ་པ་དག་པ་རང་རེད་ཡོད་མ་རེད། ཨ་ཨ་ནི་ཞུ་མ། ཚུར། དྲིན་ལན་ལ་ཅིག་མ་ཟེར་ན་རླུང་ལངས་ཡོང་གི་རེད་བ་ད་ངས་བྱེད་མི་འགའ་བྱས་ཚར་ཡིན་ད་བྱེད་གི་མི་འདུག་ཟེར་ནས་ཕ་བོང་དང་སྤུ་གུ་གཉིས་རྒྱང་ཐག་རིང་བོར་འགྲོ་བའི་ཉེན་ཁ་ཡོད་རེད། དང་པོ་གཉིས་སྤུ་གུ་ཡིན་ན་ཡང། བརྩེ་བ་ཀུན་ནས་བསླངས་ནས་ཕན་ཐོགས་ཀྱང་རུང་མ་ཐོགས་ཀྱང་རུང་ངས་ཁོ་རང་རང་ལ་སྙིང་ཡོད་སྙིང་རྗེའི་རང་དབང་དགོས། ཕན་བདེའི་སྦྲུལ་དེ་གའི་ནང་ནས་ཁོ་རང་བཞུགས་མ་ག་རེ་སྤོ་ཆོག་ལོག་ནས་སེམས་ཕ་ཡ་བྱས་ཡོད་མ་རེད་ང་རང་ངོས་ནས་ལས་འགན་སྒྲུབ་ཡག་པོ་བྱུང་ཡོད་ད་འགྲིགས་སོང་བསམ་པ་དེ་རེད། ཆོས་ཀྱི་བསླབ་བྱ་དང་མཐུན་པའི་སྒོ་ནས་བྱང་ཆུབ་བྱས་ན་ཕན་བསམ་ཡོད་རེད། ཨ་ནི་ཁོ་རང་ཚོ་ལ་ཅི་དགེ་སེང་དང་བསླབ་བྱ་རྒྱ་ཡ་ལྕམ་སྒྲོག་དེ་ཚོ་གང་ཞིག་ལ་ཡ་དེ་གཞན་ལྕམ་སྒྲོག་ལ་འགོད་པ་ཟེར་ཏེ་བསླབ་བྱ་གཅིག་རེད། ཨ་ནི་ཕན་ཡོན་བྲལ་བའི་སྒོ་ནས་ཉིན་ནས་སོང་མཚན་ལ་སོང་ལ་སྐྱབས་སུ་འགྲོ་བ་ཟེར། སྐྱབས་སུ་འགྲོ་ཡའི་ལས་ནི་ཁྱོད་ལས་ཕན་ཡོན་ཆེ་བ་མེད་པ་ཡིན་ཙང་ཨ་ནི་ཕན་ཡོན་དེ་དྲན་པའི་སྒོ་ནས་ཉིན་ལས་སོང་མཚན་ལས་སོང་ཟེར་དུས། རྣམ་པ་ཐམས་ཅད་དུ་བྱས་སུ་འགྲོ་ནི་རེད་མ་མཐའ་ཡང་ཉི་མ་རྣམས་ཚར་སོང་དགོང་ཟླ་ཚར་སོང་ཐུན་དྲུག་ལ་ཡང་དཀོན་མཆོག་ལ་སྤྱང་གྲུང་བྱེད་དགོས་རེད་གསུངས་པ་རེད་ད་སྤྱང་གྲུང་གི་གདོང་པ་ལང་མཁན་གྱིས་ན་དེ་ངེས་པར་བྱེད་དགོས་ཤོས་རེད་ད་བྱ་བ་གང་བྱས་ཀྱང་དཀོན་མཆོག་སོགས་ལ་བློས་ཁེལ་ནས་བྱེད་པ་ཟེར་ཡ་དེ་དེ་རེད་ལྔ་པ་དེ་རེད་ད་བྱ་བ་ག་རེ་བྱེད་དགོས་ཡོད་ན་རེད་ད་ང་ཚོ་རེ་ཡིན་ན་བྱ་བ་རླབས་ཆེན་པོ་བགྱི་དགོས་ན་དཀོན་མཆོག་ལ་སྤྱད་བྱེད་བྱ་བ་ཆ་ཚང་ཆུང་ཆུང་ཆུང་ཆུང་ལ་དེ་ཡང་དེ་འདྲ་དེ་ཨ་དགོས་ན་བཟང་ཡ་འགྱུར་བ་དེ་འདྲ་མ་ཡིན་པ་སོ་སོ་གི་བྱ་བ་ཆེ་ཆུང་ག་རེ་བྱས་ན་ཐང་ཆུའི་དཀོན་མཆོག་སུ་བློས་འགེལ་ནས་བྱེད་དགོས་རེད་ཟེར་རེད། འོ་དེ་རེད། འོ་དེ་ཡིན་ཚ་ནི་ལྔ་པ་དེ་རེད་ཨ་ནི་དྲུག་པ་ཐ་མ་དེ་ནི་དཀོན་མཆོག་སོང་སོགས་གང་ཐ་ན་བཞད་གད་ཅིག་ཆེན་ཡང་མ་སྤངས་པ་ཟེར་རེད། དཀོན་མཆོག་ཟེར་ཡ་དེ་སྤང་ཡ་ཡོད་མ་རེད་ད། ཆེ་བ་བྱས་ན་སྲོག་ལ་ཐུག་ནས་ཡང་མ་སྤངས་པ་ཞིག་གོ་རེད། གནད་འགག་ཆེན་པོ་ཆེན་པོ་ཞིག་ཐུག་སོང་ན་སྲོག་ལ་ཐུག་རེད་བ་ད་ངེས་མ་ང་ཚོ་དེ་བྱུང་ཚར་བ་བོད་ལས། ཉི་མ་དེ་ལྷ་ཁུ་དུ་བ་བོད་ལ་ཡ་རྒྱ་མིས་གླས་ནི་ཨ་ནི་དེ་འདྲ་བྱེད་ནི། ཨ་ནི་ག་ཞིག་གི་དེ་རྒྱ་མིས་གི་ད་ནི་དམག་ཤོག་གི་དེ་བསླབ་བྱ་བྱ་དགོས་ར་བ་ད་ཆུས་ཡོད་མ་ར་དཀོན་མཆོད་ག་གལ་ཡོད་མ་ར་ཟེ་ཨ་འདྲ་སློབ་གསོ་བསྐྱབས་སློབ་གསོ་བྱས་ཁོ་ཚོ་གོང་ཁྲེལ་དེ་ཆུས་མེད་པ་ར་བ་ད། སློབ་གསོ་ཞིབ་པ་བྱ་དགོས་རེད་ཨ་ནི་ལྷ་ང་ཚོ་བོད་ལ་ལྷ་ཁུ་བསྟན་སྲུང་དགོན་པ་དེ་ཚོ་མ་གཏོགས་ཤིག་བྱས་པའི་སྐབས་ལ། སློབ་གསོ་ཞིབ་པ་བྱས་བསྐྱབས་ནི་ཨ་ནི། ཁོ་རང་ཚོ་ངེད་འགྲོ་དགོས་ན་བོད་པ་ཚོ་བཏང་དགོས་ར་དོ། ང་ཚོའི་བོད་ལ་ཡང་དགོན་པ་གཏོར་ཆོངས་བྱེད་ངེས། རྐུན་མ་བྱེད་མཁན་དང་བསླབ་བྱ་འཇལ་མཁན་རྒྱ་མི་རིགས་མ་གཏོགས་དངོས་སུ་དོན་མཁན་ང་རང་ཚོ་རེད་ད། ང་གནའ་བོ་ཚོ་མཁྱེན་མཁན་མ་རེད་ང་བོད་མི་ཚོ་ཡིན་རྒྱུ་རེད་ཧ་གོ་གི་རེད། ལུང་པ་རེ་རེ་ནས་སྒྲུང་རེ་རེ་རེ་རེ་ཡོད་རེད་དོ། བོད་ཧ་ལས་པ་ཡོད་རེད་སྒྲུང། ཨ་ནི་དེ་འདྲའི་གཏོར་ཆོངས་མང་པོ་བྱས་པའི་སྐབས་ལ་ཡང་ཡག་པོ་ཡང་བཙན་པོ་མང་པོ་བྱུང་བ་རེད་དགོན་པ་ཁ་ཤས་ནི་སྲུང་མ་སྤེལ། བཙན་པོ་དེ་འདྲ་དཔའ་འདེགས་ལྷ་མོ་དེ་འདྲས་སྤེལ་ཡང་དཔེ་ཆོས་ནི་རེ་གནས་གསར་བརྗེའི་སྐབས་ཁོ་རང་ལ་སྤེལ་ཏེ། ཨ་ནེ་དཔལ། འདི་འདྲའི་གི་ཡངས་ཚན་པོ་འདི་འདྲའི་དངོས་སུ་བཏང་ཚད་བྱུང་ནི་ད་འདི་འདྲའི་ཡག་པོ་མང་པོ་ཡོད་ད། ཨ་ནེ་འདི་ནི། རྐང་ཆུ་འདི་ཚོ་མེ་དྲ་བཏང་དུས་གང་ལ། རྐང་ཆུ་འདི་ཚོ་མེ་དྲ་ཆུ་མེད་མེད་གི་ཚིག་གི་མི་འདུག་ཟེར་གི་འདུག་ཨ། མེ་ཡ་ག་ཚད་བཏང་ནས་ཚིག་གི་མི་འདུག་ཟེར་རན་པས་མེ་ལོག་གི་མེ་གི་མེ་ལབ་ཡོད་ར་མེ་ལབ་གི། ཤུག་གི་འདི་ཚོ་ནང་ཁ་ལས་བཅག་ནི་ཡ་ལྷག་པ་ཁེ་ཡང་ནི་ཁེ་འགྲོ་ཟེར་མེ་ལོག་གི། ཤུག་གི་མེ་མང་པ་ནི་ཡ་དེ་འདྲ་བྱས་ཡང་ཚད་ར་བ། ཨ་ནི་མི་དབྱིན་གང་ག་དེ་ལ་ཕ་དད་པ་ཅན་ཐལ་མོ་བྱ་དེར་ཟེར། ཨ་ནི་དེ་འདྲའི་ཨ་ཅག་གཞན་དག་བྱོས་ད་ངས་མིང་བཏགས་དགོས་མར་ད་ཡག་པོ་ཡོད་མ་རེད་འོ་དེ་འདྲའི་གཅིག་པས་ནི། སྤང་དེ་ཟེར་ཡ་བྱོས་ཨ་སྤང་ཁའི་དེ་ནི་འདིར་གཡུགས་ཟེར། སྤང་ཁའི་གཡུགས་པ་ད་འདིར་འབ་ཟེར་དེ་ནི། དེ་འདྲའི་ཡོད་རེད་ད། དངོས་གནས་ཡོད་རེད་དོན་དངོས་སུ་བྱུང་ཆོག་དེ་འདྲའི་ཡོད་རེད། མིག་གིས་མི་འཇིགས་སྲེད་གཏན་བདེའི་དུ་བ། འོ་དེ་འདྲའི་ལོ་རྒྱུས་ཡོད་རེད་ད་དེ་ག་རེ་ཟེར་ན་དཀོན་མཆོག་སོ་སོག་གང་ཟེར་ནས་ཆེ་ས་སོག་ལ་ཐུག་ན་མ་སྤང་ཟེར་ཏེ་སྔས་མ་བོད་ལ་ཡང་འཇར་མིན་གྱི་རྒྱ་བོར་མི་ཆེན་མཚན་བོད་གཉིས་ངོ་རྒོལ་བྱེད་དགོས་ཀྱི་ཡོད་ཟེར་དེ་འདྲའི་ལབ་མཁན་ཁ་ཤིག་ག་ནི་ཁྱེད་རང་རྒྱ་བོར་མི་ཆེན་ལ་མཚན་སྨད་ཞུ་གི་ཡིན་ཁྱོད་རང་ཤེས་ཀྱི་ཡིན་ཟེར་ཏེ་ང་ཤེས་ཀྱི་ཡིན་མེ་སྟག་བཅག་ཞུ་ཟེར་འདི་འདྲ་བྱེད་ནི་ཤེས་མཁན་མང་བོ་ཡོད་རེད། རྒྱ་གར་དེ་འབྲེལ་སངས་ཡིག་ལས་ཁུངས་གཅིག་གི་ལག་ཏུ་བ་ངེས་མ་ང་ཚོ་བོད་ལས་མ་འགལ་གྱི་ཚུལ་ལས་ཡང་བསྐྱར་ཕར་བོད་ལ་འཛིན་ཁང་འགྲོ་དུས་རྒྱ་མིག་གིས་ཟིན་འདུག་བ་སྤོ་བཀྲ་མོ་དེ་བ་ལ་ཟིན་ཨེ་ན་རྒྱ་མིག་གིས་ཁྱོད་རྒྱ་གར་ནས་སུ་སླེ་བཞག་ད་རྒྱ་རོ་མོ་ཆེན་གི་མཚན་བོད་ཉིད་སྐུ་བ་དག་གི་ཡིན་ཁྱོད་རང་ཤེས་ཀྱི་ཡིན་ཟེར་ང་ཤེས་ཀྱི་ཡིན་སྐྱག་ཤེས་སུ་ཟེར་ཨེ་ན་རྒྱ་མིག་གཅིག་གིས་མེ་དར་བྱས་ནས་ཤེས་སུ་ཟིན་ནས་རྒྱ་གར་སངས་ཡིག་ལས་ཁུག་གི་ལག་ཏུ་བ་ང་ཚོ་བོད་པ་མི་གཅིག་ཤི་སྟངས་བྱས་ཨོ་དེ་འདྲའི། དངོས་གནས་དེར་བདག་དེ་ཚོ་སྲོག་ལ་ཐུག་ན་ཡང་མ་སྤངས་ཟེར་དེར་བ་དག་དེ་ཚོ་ཆེས་ན་ཆེ་བ་སྲོག་ལ་ཐུག་ཀྱང་མ་སྤངས་པ་ཟེར། ད་ཆུང་བ་བྱས་ན་བཞད་གད་ཀྱི་ཆེ་ཡང་མ་སྤངས་ཟེར་གྱུར་བ། བཞད་གད་ཀྱི་ཆེ་ཡང་མ་སྤངས་ཟེར་ཏེ། ཨ་ནི་ང་ཚོ་རྩེད་མོ་རྩེད་དུས་གང་ལ་ཡང་སྟོད་གོས་གཅིག་པར་བོར་རིགས་ལབ་འགྲོ་གི་ཡོད་དེ་འདྲ་ཡིན་མི་ཆེ་ཡང། ཆེ་བ་སྲོག་ལ་ཐུག་ནས་མི་ཆེ་ཡང་ཆུང་ས་བྱས་ན་བཞད་གད་ཀྱི་ཆེ་ཡང་མ་སྤངས་པ་ཟེར། བསླབ་བྱ་དྲུག་པ་དེ་རེད་ཨ་ནི་དཀོན་མཆོག་ལ་རྗེས་སུ་འགྲོ་ཡིས་ཕན། ད་ཨ་ནི་བསླབ་བྱ་ཇི་ལྟར་ཧ་སང་ས་ཅན་འདྲ་དེ་རོབ་ས་ཅི་ཚ་ཡིན་ས་རེད། ད་དེ་རི་བེད་ཅིག་དེ་ཞག་མི་འགྲོ། ད་མ། དེ། ཤོ་ལོ་ཀ་གཅིག་དེ་ངས་ཚིག་འབྲི་ཞག་བཤད་ན་དེ། ཁ་སང་ང་ཚོ། རང་ཡང་ཁོ་ཡུལ་ཚེ་རལ་སྤྱིན་པ་ཡིན་ཟེར་དེ་ཚིག་འབྲི་ཤོ་ཡོད་ས་ཡོད། ད་གཉིས་པ་དེ། ཤོ་ལོ་ཀ་བརྗེས་པ་དེ། གཅིག་པུ་ཆུང་ངུ་གི་འདོད་པའི། ཤོ་ལོ་ཀ་དེ་འབྲི་ཤེས་བྱ་ད་དོན་དག་དེ་ཞུ་གི་ཏོག་ཞུ་གི་ཡིན་དེ་རེད་ཞག། ཤིན་ཏུ་བཟོད་ཀི་ངན་སོང་སྡུག་བསྔལ་ནང་སོང་འདུག་ཤིན་ཏུ་བཟོད་ཀི་ངན་སོང་སྡུག་བསྔལ་ནའམ། སྡིག་པའི་ལས་ཅིག་འབྲི་བུ་ཐུག་པས་གསུངས། དེ་ཚེ་སྲོག་ལ་བབ་ཅིང་མི་དགེའི་ལས་ནང་ཡང་མི་བྱེད་རྒྱལ་སྲིད་ལ་ལས་ཡིན་ཟེར་བ་དེ་རེད། ད་དེ་ཤོ་ལོ་ཀ་དེ་ག་གར་བསྟན་དགོས་རེད་ས་ཁ་སེང་ངེ་ངེ་མ་ནི་ངོ་སྤྲོད་བྱས་དེ་ཡག་གི་སྤྱིལ་བུ་ཆུང་ངུ་གི་ལམ་དེ་བསྟན་དགོས་རེད་སྤྱིལ་བུ་ཆུང་ངུ་གི་ལམ་དེ། ད་དེ་ག་རེ་གསུང་རེད་ཟེར་ན་ང་ཚོ་ཤིན་ཏུ་ཟོལ་གྱིས་ངན་སོང་སྡུག་བསྔལ་ཟེར་སྤྱིལ་བུ་ཆུང་ངུ་དེ་དེ་ཡིན་པ་ངན་སོང་གི་སྡུག་བསྔལ་འཇིགས་སྐྲག་ཅེས་ངན་སོང་གི་སྡུག་བསྔལ་ལས་ཐར་འདོད་ཀྱི་བློ་ལྷ་མིའི་གོ་འཕང་མཐོང་འདོད་ཀྱི་ལྷ་དང་དངོས་ཐོག་ལྷ་མིའི་གོ་འཕང་མཐོང་འདོད་ཀྱི་བློ་བཅོས་མ་མ་ཡིན་པ་སྤྱི་བོ་ཆུང་ངུ་སངས་པ་ཡིན་པའོ། དེའི་རྒྱུད་ལ་བསྡུས་པའི་གང་ཟག་དེ་ལ་སྤྱི་བོ་ཆུང་ངུ་ཟེར་བར་བ། དེའི་བསླབ་བྱ་དེ་ལ་མི་མཁས་སྤྱི་བོ་དགུ་ཚུལ་ཁྲིམས་ཡིན་པའོ། འོད་ཁ་ཚ་ཞུས་ཡོད་པ་ཁ་ཚིག་ངན་སྒོ་ནས་ངོ་སྤྲོད་བྱས་དུས་དེར་ང་ཚོ་རྨང་གཞི་འདྲ་སྟེ་སྤྱི་བོ་ཆུང་ངུ་གྱི་སངས་པ། སྤྱི་བོ་ཆུང་ངུ་གྱི་གང་ཟག། སངས་པ་དེ་ལ་བརྟེན་ནས་གང་ཟག་དེ་ག་རེ་བསླབ་དགོས་རེད་ཟེར་ནས་བསླབ་བྱ་མི་མཁས་སྤྱི་བོ་དགུ་ཚུལ་ཁྲིམས། ད་ལྟ་དེ་སོང་དེ་ཕྱིན་གྱི་རང་སྤྱི་བོ་ཆུང་ངུ་གྱི་བསམ་པ་ཟེར་ན་སྤྱི་བོ་ཆུང་ངུ་གྱི་ལམ། ལམ། བསམ་པ་ཚད་རྒྱུ་ཡོད་རེད་དེ་སྐྱེས་ནས་ཨ་ནི་གང་ཟག་འདི་ལ་སྤྱི་བོ་ཆུང་ངུ་གྱི་གམ་ཟག། བསམ་པ་འདི་ལ་སྤྱི་བོ་ཆུང་ངུ་གྱི་བསམ་པ། དེ་འདྲའི་བསམ་པ་འདི་ཡོད་མཁན་གང་ཟག་འདི་གི་བསླབ་བྱ་ལག་ལེན་ག་རེ་བཀལ་དགོས་རེད་ག་རེ་བསླབ་དགོས་རེད་ཟེར་ན་མི་སྐལ་བཅུ་པོ་གི་ཚུལ་ཁྲིམས་བསྲུང་དགོས་རེད། ལུས་ཀྱི་སྒོ་ནི་སྲོག་གཅོད་སྤང་མ་བྱིས་པ་ནི་ལོག་གཡེང་སྤང་བ་ངག་གི་སྒོ་ནི་རྫུན་ཡང་ཕྲ་མ་ཚིག་རྩུབ་སྤང་ཡིད་ཀྱི་སྒོ་ནི་རྣབ་སྲིད་གནོད་སྲིད་ལོག་ལྟ་དེ་བཅུ་པོ་འདི་སྤང་བླང་བྱེད་པ་དེ་ལ་ཡང་ནི་མི་དགེ་བཅུ་པོ་གོ་ཚུལ་ཕྲན་ཡིན་ཟེར། ད་དེ་གི་བསྟན་བཀོད་རེ་ཤིན་ཏུ་བཟོད་ཀི་ཤིན་ཏུ་བཟོད་དཀའ་བ་ང་རང་ཚོ་ངན་སོང་སོང་གི་སྡུག་བསྔལ་དེ་ཤིན་ཏུ་བཟོད་དཀའ་བར་བ། དམྱལ་བ་ཡེ་དག་དུད་འགྲོ་གི་སྡུག་བསྔལ་དེ་ཧ་ཅང་གི་བཟོད་དཀའ་བར་བ། ཤིན་ཏུ་བཟོད་ཀི་ངན་སོང་སོང་གི་སྡུག་བསྔལ་ནའང་ཟེར། སྡུག་བསྔལ་དེ་ཚོ་བརྗོད་མེད་དཔྱད་མེད་ཀྱི་ཡོང་ཆོག་མ་རེད། རང་གི་མི་དགེ་བའི་སྡིག་པའི་ལས་ཀྱི་འབྲས་བུ་རེད། ལུས་ཀྱི་སྒོ་ནས་མི་དགེ་བ་སྤྱོད་མཚམས་མེད་པ་ལྔ། ལྡན་འདྲེ་ཡིས་མི་དགེ་བ་གྱི་སྡིག་པ་ཚབས་ཆེན་པོ་བྱས་པའི་སྡིག་པའི་གྱི་འབྲས་བུ་ཡིན་པ་དེ་སངས་རྒྱས་ཀྱིས་གསུངས་པ་རེད། སྡིག་པའི་ལས་ཀྱི་འབྲས་བུ་ཐུབ་པས་གསུངས། ངན་སོང་སོང་གི་སྡུག་བསྔལ་བཟོད་དཀའ་བ་དེ། སྡིག་པ་མི་དགེ་བའི་ལས་ཀྱི་འབྲས་བུ་ཡིན་པ་དེ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་རེད། དེ་གསུངས་པ་ན་ཤེས་སོ་སོ་ཡིད་ཆེས་བྱེད། ཨ་ནི་ངན་སོང་སྡུག་བསྔལ་ལས་འཇིགས་ཤིག་བཀྲ། སྡིག་པའི་མི་དགེའི་ལས་དེ་སྤང་དགོས་རེད་ཟེར་ད་སྐྱེས་བུ་ཆུང་ངུ་གི་བསླབ་བྱ་དེ་བསྟན་ཡོང་གི་འདུག་ཨ། འོ་ཡ་དེས་ཀྱང། དེ་ཕྱིར་རྒྱུ་མཚན་དེ་འདྲ་ཡིན་ཙང་ངན་སོང་ནི་བའི་རྒྱུ་དེ། ཤིན་ཏུ་བཟོད་དཀའ་བའི་ངན་སོང་གི་སྡུག་བསྔལ་དེ་སྡིག་པའི་གིས་འབྲི་བ་ཡིན་ཙང་སྡིག་པ་དེ་བཀག་དགོས་རེད་རྒྱུ་དེ་བཀག་དགོས་རེད། དེ་ཕྱིར། སྲོག་ལ་བག་ཆའང། འདི་པའི་ལས། མི་དགེའི་ལས་མི་དགེའི་ལས་སོ་སོ་སྲོག་ལ་བབས་ན་ཡང་མི་དགེ་བའི་ལས་འདི་བྱེད་ཀྱི་མིན་ཟེར་བ་དམ་བཅའ་དེ་བྱ་དགོས་གོ་རེ་སྲོག་ལ་བབས་ན་ཡང་ངས་འདི་པ་མི་དགེ་བའི་ལས་འདི་བྱེད་ཀྱི་མིན་བསམ་པས་དེ་ཕྱིར་སྲོག་ལ་བབས་ཀྱི་མི་དགེའི་ལས་ནང་ཡང་མི་བྱེད་འཇའ་སྲིད་ལ་ལས་ཡིན་དེ་འདྲའི་དགེ་སྡིག་པ་དེ་དུས་ནང་ཡང་མི་བྱེད་པ་དེ་ནི་བྱང་ཆུབ་སེམས་དཔའ་ཐོག་མའི་བཟང་པོ་ཁོ་རང་གི་ནི་བྱང་ཆུབ་སེམས་དཔའི་བསླབ་བྱ་གཙོ་བོ་གཅིག་ཡིན་གསུང་གོ་རེ། སྤྱི་དང་སྤྱི་བོ་ཆུང་ངུ་གི་ལམ་རེད་དེ་སྤྱི་བོ་ཆུང་ངུ་གི་ལམ་དེ་མཐོང་བ་ཡིན་ཙང་སྤྱི་བོའི་མགྲིན་དང་སྤྱི་བོ་ཆེན་པོ་སྙིང་ག་གི་བསླབ་བྱ་རེད། བྱང་ཆུབ་སེམས་དཔའི་དགེ་དེ་ལ་ཐོག་ཨང་དང་པོ་དེ་བསླབ་དགོས་ཀྱི་རེད། འོ་དེ་ཡིན་ཙང། ནང་ཡང་མི་བྱེད་རྒྱལ་སྲིད་ལ་ལ་ཡིན་ཟེར་ད་དེ་རེད། དེ་ཤོ་ལོ་ཀ་དེ་ང་ནི་དེ་རིང་དེ་གི་ཤོ་ལོ་ཀ་གཅིག་མ་འགྲོ་དགོས་བ་དེ་ཚིག་འབྲུ་ཞུས། འོ་དེ་ནི། མཚམས་བཞག་བཞག་ཡིན་དེ་ནི་དྲི་བ་དྲི་ནས་དོགས་ཟེར་ཤེ་ན།

དགེ་བཤེས་ལགས་ནས་ང་ཚོ་ད་ཕྱི་དྲོ་ཙམ་ནས་ཤི་བའི་རྗེས་ལ་ནས་ཚེ་འདི་ནང་ལ་ནས་སྡིག་པ་རྐྱང་རྐྱང་བྱས་པ་ཡིན་ན་ངན་འགྲོར་འགྲོ་གི་རེད། ཨ་ནས་དགེ་བ་བྱས་པ་ཡིན་ན་ཨ་ནས་བདེ་འགྲོ་ལ་སྐྱེ་གི་རེད། གང་ལྟར་ཡང་ཨ་ནེ་བདེ་འགྲོ་ངན་འགྲོ་ག་བ་སྐྱེས་པ་ལས་མེད་ན་ཡང་སྡུག་བསྔལ་རྐྱང་རྐྱང་རེད། ཨ་ནེ་ད་ང་ཚོ་བདེ་འགྲོ་ལ་སྐྱེས་པ་ཡིན་ན་ལྷ་མི་ལྷ་མ་ཡིན་གསུམ་ན་སྐྱེས་པ་ལེན་གྱི་རེད། ད་མིའི་ནང་ལ་སྐྱེས་པ་མིའི་སྐྱེས་པ་ལེན་པ་ཡིན་ན་ཨ་ནེ་ང་ཚོ་མཐོང་ཆོས་སུ་ཡོད་པ་དེ་སྐྱེ་རྒ་ན་འཆིའི་སྡུག་བསྔལ་ཡོད་རེད། ཨ་ནེ་ལྷ་དང་ལྷ་མ་ཡིན་ལ་ཨ་ནེ་སྐྱེས་པ་ཡིན་ན་སྡུག་བསྔལ་དེ་ག་འདྲ་ག་འདྲ་ཅིག་ཡོད་པ་ཡིན་ན་རེ་ཞིག་གནང་རོགས་གནང་ཞུས། ལགས་སོ།
རེད་ད་ང་ཚོ། ཁོར་ཡུག་གི་གནས་ཐམས་ཅད་སྡུག་བསྔལ་གྱི་རང་བཞིན་ཟེར་ཏེ། གཅིག་མཚུངས་རེད། སྡུག་བསྔལ་ཕྲ་མོ་ལས་རྒྱགས་པ་ཡིན་ན་སྡུག་བསྔལ་གཅིག་པ་གཅིག་རྐྱང་རེད། ལས་དང་ཉོན་མོངས་ཀྱི་གཞན་དབང་དེ་རེད། དེ་སྡུག་བསྔལ་དེར་སྡུག་བསྔལ་བརྩི་བ་ཡིན་ན་ད་དཔེ་ཆའི་གཅིག་པ་གཅིག་པ་རེ་ཆགས་དགོས་རེད་ད་སྡུག་བསྔལ་ལས་ཆད་པ་ཡོད་བསྡད་པ་དེ་སྡུག་བསྔལ་སོང་དགོས་ན་ནི་སྡུག་བསྔལ་གྱི་སྡུག་བསྔལ་དེ་རེད། སྡུག་བསྔལ་གྱི་སྡུག་བསྔལ་བསལ་ཏེ་དམྱལ་བ་ཡེ་དག་དུད་འགྲོ་དེ་ཚོ་ལས་ཆེ་བ་ཡོད་དམྱལ་བ་ལས་སྡུག་བསྔལ་ཆེ་བ་རེད་སྡུག་བསྔལ་གྱི་སྡུག་བསྔལ་ཧ་ཅང་དཔག་ཏུ་མེད་པ་ཨ་ནི་ཡེ་དག་དུད་འགྲོ་སྔར་རང་སེམས་མོད་ལ་ཡང་སྡུག་བསྔལ་གྱི་སྡུག་བསྔལ་འདི་མང་པོ་རེད་ཨ་ནི་ང་ཚོ་ལས་ལྷ་དེ་ཚོ་དེ་ཡང་སྡུག་བསྔལ་གྱི་སྡུག་བསྔལ་དུ་མྱོང་བ་རེད། ཡིན་ནའང་འཇུ་ཡི་སྡུག་བསྔལ་དང་ཆགས་པ་འདོད་ཀྱི་སྡུག་བསྔལ་ལས་ཆེ་བ་ཡོད་མ་རེད་ཚང་མ་ལོ། ད་ད་ལྟ་ང་ཚོ་མོད་ལ་མཐོང་ཆོས་སུ་ཡོད་དེ་ངས་ཅི་དགའ་ན་ཆོས་ཀྱི་སྡུག་བསྔལ་བསལ་ཏེ་སྐྱེ་བའི་སྡུག་བསྔལ་བསལ་སྐད་སྐྱེ་བའི་སྡུག་བསྔལ་དེ་ཕལ་ཆེར་དེ་སྔའི་སྐྱིད་དང། བྲོས་སྐྱིད་དང། སྒོམ་སྐྱེས་དེ་ཚོ་ལ་སྡུག་བསྔལ་སྐྱེ་ཡི་སྡུག་བསྔལ་ཤུགས་ཆེན་པོ་བཤད་དགོས་རེད་བ། ཨ་ནི། ལྷ་དེ་ཚོ་ལ་ཡང་སྡུག་བསྔལ་དམིགས་བསལ་ག་རེ་ཡོད་རེད་ང་ཚོ་མི་ལ། སྡུག་བསྔལ་དེ་སྐྱེ་རྒ་ན་འཆི་གི་སྡུག་བསྔལ་ཤིག་དེ་རེད་མི་ལ་སྲེད་ཡག་དེ་སྐྱེ་ཡག་གི་སྡུག་བསྔལ་ཡང་ཤུགས་ཆེན་པོ་རེད། ན་ཡི་སྡུག་བསྔལ་དེ་ཤུགས་ཆེན་པོ་རེད་རྒ་ཡི་སྡུག་བསྔལ་ཨ་ཅང་ཅང། ཨ་ནི་འཆི་ཡི་སྡུག་བསྔལ་དེ། ལྷག་པར་དུ་ང་ཚོ་རྒ་ཡི་སྡུག་བསྔལ་སྲེད་ཡག་དེ། ཁོ་ག་ལེ་ག་ལེ་ག་ལེ་ཡོང་ཡག་དེ་གི་སྟབས་ཡག་རེད་མ་གཏོགས། རྒ་ཡི་སྡུག་བསྔལ་དེ་དུས་གཅིག་ལ་བསླད་ན་བཟོད་ཡག་ཁོ་ར་ཡོད་མ་རེད། དགའ་ཡི་སྡུག་བསྔལ་དེ་མི་འདྲ་མ་དང་མགོ་སྐ་བཏང་ནས་ཁོ་ག་ལེ་ག་ལེ་གླེ་ཡ་དེ་དཔེ་བཀའ་དྲིན་ཆེན་པོ་རེད་ད། དགའ་ཡི་སྡུག་བསྔལ་དེ་ཉི་མ་གཅིག་ལ་ཧོབ་དེ་ག་ལེ་ཁ་བྱེད་ན་ཅི་ནུས་བཟོད་ཡ་ཡོད་མ་རེད་ཁོ། དེ་རིགས་དེ་དགའ་ཡི་སྡུག་བསྔལ་ཧོབ་དེ་ག་ལེ་བ་ཡིན་ན་ནི་སང་ནི་རང་ཤི་རྒྱག་མཁན་མང་པོ་ལས་ཀྱི་རེད། ད་ཆེ་ཡི་སྡུག་བསྔལ་དེ་ཡང་ང་ཚོ་མི་ལ་ཡ་ཨ་ནི་ལྔས་གཅིག་ཁང་དྲུག་ལྡན་ཡིན་ཚ་ཆེ་ཡི་སྡུག་བསྔལ་དེ་ཤུགས་ཆེན་པོ་ཡོད་རེད། རེད་དེ་ད་ལྷ་མ་ཡིན་དང་ལྷ་ཉིད་ལ་ང་ཚོ་ནང་ཤི་གི་ལྕེ་ཡི་སྡུག་བསྔལ་དེ་ཡོད་མ་རེད་ཁ་སང་ཁོ་ཚོ་རྫུན་གཅིག་རེད་ཡོད་རེད། སྐྱེ་བའི་སྡུག་བསྔལ་སེལ་ཏེ་སྤྱི་དང་གི་དང་ལས་དང་ཉོན་མོངས་ཀྱི་རྐྱེན་ཆོག་ཡིན་ཙང་སྡུག་བསྔལ་ཡོད་རེད་དེ་ང་ཚོ་ངེས་སྤྱི་དང་སྒོམ་སྤྱི་དང། གྲོལ་སྤྱི་ནང་བཞིན་གྱི་སྡུག་བསྔལ་དེ་ཡོད་མ་རེད་རྫུན་སྤྱི་ཡིན་ཙང་ཀོ་དཔེ་དེ་ཧོབ་དེ་ཀ། མེ་ཏོག་དང་དེ་འདྲའི་ནང་ལ་ཡ་བཅད་བཞག་དགོས་རེད་དོ་ཁོ་ཚོ། རྫུན་སྤྱི་ལ། སྐྱེ་བའི་སྡུག་བསྔལ་ཤུགས་ཆེན་པོ་ཡོད་མ་རེད། ད་ཁམས་གོང་མ་གི་ལྷ་དེ་ཚོ་ལ་ང་ཚོ་མི་ནང་བཞིན་ན་ཡི་སྡུག་བསྔལ་ཡོད་མ་རེད། ད་ཁོ་ཚོ་ལ་ག་རེ་ཡོད་མ་ཟད་ང་ཚོ་ནང་ཤི་རྒས་པའི་སྡུག་བསྔལ་དེ་ཡོད་མ་རེད་ལོ་དེ་འདྲའི་རྒྱ་གོ་གཅིག་གི་ནང་དེ་འདྲའི་ཆགས་འགྲོ་གི་མ་རེད་ཁོ་ཚོ་ལོ་བསྐལ་པ་བསྐལ་བ་ཉལ་དགོས་རེད་དེ། ད་ཁོ་ཚོ་ལ་རྒས་ཡོའི་སྡུག་བསྔལ་ཟེར་ན་འདྲ་ཁོ་ཚོ་ལ་དམིགས་བསལ་སྡུག་བསྔལ་ཆེ་ཤོས་དེ་ག་རེ་རེད་ཕྱི་ཡི་སྡུག་བསྔལ་དེ་རེད། ད་ཕྱི་ཡི་སྡུག་བསྔལ་དེ་ང་རང་ཚོ་དངོས་གཞི་དེ་ཡོད་མ་རེད། ཨ་ནེ་ག་དུས་ག་དུས་ཤེས་ཤེས་ར་ཧ་མ་གོ་བ་ཡིན་ཙང་རེད་མ་གཏོགས་ལྷ་འདི་ཚོ་ལ་ཞིང་གཏོགས་དགོས་ངེས་ཤིག་ཡོད་ཙང་ཁོ་རང་གང་ཙང་ཅི་ལ་ད་སྐད་པ་སྐད་པ་སྐད་པ་སྐད་པ་ལྷ་ཨ་ནེ་ཕྱི་ཐིག་ཀླད་པ་ནས་སོང་སྟེ་ད་སྡུག་བསྔལ་ཧང་སང་ཡ་རེད་ཟེར། ལྷ་འདི་ཚོ་ཕྱི་ཐིག་ག་རེ་ཀླད་དགོས་ཟེར་མེ་ཏོག་གི་ཕྲེང་བ་བཀང་འགྲོ་ཡ་ཁོ་རང་གི་གཟུགས་པོ་གི་འོས་མེད་པ་ཆགས་འགྲོ་ཡ་ཨ་ནེ་ལྷ་གཞན་དག་གི་མཉམ་དུ་ལ་གནས་མ་ཐུབ་ཡ་དེ་སྐྱེས་དུས་ཁོ་རང་གི་ཕྱི་ཐིག་འདི་ལས་ཕྱི་ཐིག་ཀླད་པ་ལ་བལྟས་ཉན་ནི་ཁོ་སྐྱེ་བ་བྱེ་མ་ག་བ་སྐྱེ་གི་འདུག་ངན་སོང་སོང་ག་བ་ལ་བྱེད་དགོས་འདུག་དེ་ཡ། གོ་ལ་ཞིང་འཐོག་དགོས་སྔོན་ཤིག་གི་མཐོང་དེ་ཡ། ད་སྔ་ཤི་ནི་འཕགས་པ་ལ་བྱེད་དགོས་འདུག་ཕྱི་ལ་བྱེད་དགོས་འདུག་ས་ཧ་གོ། དེ་ནི་དེ་འདྲའི་གི་དཔེ་ཆེ་ཁ་ལག་མོ་ལ་དཔེ་ད་ང་ཚོ་མི་འདྲ་ཅིག་ཚུར་རྒྱག་པ་ཡིན་ན་ད་མི་ལོ་བརྒྱ་ཕྲག་མང་པོ་སོ་ར་རེད་ཁོང་ཚོ་ལྷ་ལ་དོ། བཞག་ཟེར་ངེས་ནི་ང་ཚོ་ལོ། ལོ་བརྒྱ་དེ་འདྲ་ཆགས་ར་གོ་ར། ད་དེ་ལས་ཆེ་ཡི་སྡུག་བསྔལ་དེ་ལྷ་ལས་ཆེ་ཡ་ཡོད་རེད་ང་ཚོ་ལས་ལྷ་ཆེ་ཡ་ཡོད་རེད།

ལྷ་མ་ཡིན་དེ་ཚོ་ལ་ཡང་ཁོ་རང་ཚོ་ལ་ང་ཚོ་འཐབ་རྩོད་ཟེར་རྒྱུ་རེད། ལྷ་མ་ཡིན་ཟེར་མཁན་དེ་ལྷ་གི་ནང་ནས་ཡར་དྲིལ་མ་འཚུལ་བ་བྱེད། ཨ་ནི་ལྷ་གི་ཕུན་སུམ་ཚོགས་པ་ལ་ཕྲག་དོག་བྱེད། ད་དེ་གི་ཆོས་ནི་གཅིག་ཡོད་མ་རེད་ད། ལྷ་མ་ཡིན་ལ་ཕྲག་དོག་ཡོད་རེད། ལྷ་གི་ཕུན་སུམ་ཚོགས་པ་དེ་འཐོམ་སྟེ་འཐོམ་བྱེད་དེ་ནི་དཔལ་འབྱོར་ཡིན་ན་ག་རེ་ཡིན་ན་དེ་ལས་མ་དགའ་བ་བྱེད་ཨ་ན་ལྷ་མ་ཡིན་གྱི་ལྷ་ལ་ག་དུས་ཡིན་ན་དམག་བརྒྱབ་སྟེ་ཡ། ཨ་ནི་ཁོ་རང་ཚོ་ཨ་ནི་ལྷ་མ་ཡིག་མང་ཆེ་བ་དེ་མ་ཐོག་ཤེས་འགྲོ་ཡ། ཨ་ནི་དེ་ཀྱེ་ནི་ལྷ་མ་ཡིག་ལ་འཁྲུག་རྩོད་ཀྱི་སྡུག་བསྔལ་ལབ་རེད། ག་རེ་ཟེར་ན་ལྷ་ལ་ཕྲག་དོག་དབང་གིས་འཁྲུག་རྩོད་ཡོད་རེད་ཟེར། འོ་ཁོ་རང་མི་ཚེ་ལྷ་མ་ཡིག་སེང་གེ་དེ་སྐྱེ་བ་བླངས་ནས་སོང་དེ་ལྷ་ལ་ཕྲག་དོག་ཅང་ཤེས་ཅན་ནི་ཁོ་སྡུག་བསྔལ་སྐྱེ་དགོས་ཡོད་རེད། ཕྲག་དོག་དེའི་དབང་གིས་དམག་རྒྱག་དགོས་ཡོད་རེད་ལྷ་ལས་འགྲན་རྩོད་འདྲ་མང་པོ་བྱེད་དགོས་རེད་དེ་གླག་དེ་མ་ཁེལ་བ་བྱས་ཨ་ནི་གླག་མ་ཁེལ་ཏེ་དམག་རྒྱག་ན་དགའ་ངེས་རེད་བ། ཨ་ནི་ཆེས་ཡི་སྡུག་བསྔལ་ལྷ་ནང་ཞིག་ཡོད་རེད།

ཨ་ནི་ང་ཚོ་ནང་པས་ནང་པ་མིན་པར་གྱི་ཡང་མིའི་བྱང་ཆུབ་སེམས་དཔའ་ཡིན་དུ་ཡོང་ཆོག་གི་མ་རེད་པས་དེ་ཅིག་ཞུ་དགོས་བསམ་ཟིན། ཨའོ། ང། དང་གཅིག་པོ་ལ། ནང་པ་མ་ཡིན་ངེས། ཨོ་ནང་པ་མ་ངེས་ངེས་བྱས། ཨ། ཨ་ནི་སྐྱབས་སུ་འགྲོ་ངེས་མེད་པར་བྱས། ཨ། ཨ་ནི་དེ་འདྲའི་བྱང་ཆུབ་སེམས་དཔའ་ཡོང་ཆོག་གི་མ་རེད་པས་ལ་ནི་དེ་འདྲ་ཅིག་དོགས་པ་ལས་སོ་ཨ། ཨ་ལེ་ལེ་རེད་རེད་རེད། ཨོ། ཏག་ཏག་རེད་ཁྱེད་རང་གི་དྲི་བ་འདི་ཡག་པོ་འདུག་སྟག་གཟིག་འདྲ་བོ་དང་ཚ་བོ་འདུག། དེ་འདྲ་ཡོད་རེད་ད། ང་ཚོ་ནང་པའི་གཞུང་ལུགས་ཀྱི་བཤད་སྟངས་ཤེས་བྱ་བྱེད་པ་ཡིན་ན་བྱང་ཆུབ་སེམས་དཔའ་ཡིན་ན་ནང་པ་ཡིན་པའི་ཆ་གང་ཤེས་དགོས་རེད། བྱང་ཆུབ་སེམས་དཔའ་བསད་དེ་བསམ་པ་བཟང་པོ་གཙང་ལ་བྱང་ཆུབ་སེམས་དཔའ་ལ་དགོས་མ་རེད་དཱ། བསམ་པ་བཟང་པོ་སྨྲ་དེ་མི་གཞན་དག་རྒྱ་ཆེན་པོ་ལ་ཕན་ཐོགས་བྱེད་མཁན་དེ་གཙང་ལ་བྱང་ཆུབ་སེམས་དཔའ་བྱ་དགོས་མ་རེད་དཱ། བྱང་ཆུབ་སེམས་དཔའ་བསད་དེ་བྱང་ཆུབ་ཚེ་དུས་མཐོ་རྒྱལ་ཐབས་ཐུག་པ་བླ་མའི་རྫོགས་བྱང། དེ་གཞན་གྱི་དོན་དུ་རང་གི་ཐོབ་པ་བྱེད་མཁན་གྱི་སེམས་སྐྱེ་བ་དེ་ལ་བྱང་ཆུབ་སེམས་པ་ལ་རེ། བྱང་ཆུབ་ཀྱི་སེམས་སྐྱེས་ཟེར་ཏེ་ཞེ་འདོད་དོ་ཟེར་ཏེ་མ་སེམས་ཅན་ཐམས་ཅད་ཀྱི་དོན་དག་ཐམས་ཅད་འགྲུབ་ཡ་དོན་དག་ཞེ་འདོད་ཟེར་དུས་མ་སེམས་ཅན་ཐམས་ཅད་རང་ལས་གཞན་པའི་མ་སྐྱེས་སེམས་ཅན་ཐམས་ཅད་ཀྱི་ཞེ་འདོད་མཐར་ཐུག་མི་གནས་པའི་མྱང་འདས་ཐོབ་པའི་ཆེད་དོ། ཨ་ནི་རང་གི་བྱང་ཆུབ་ཐོབ་བྱའི་མཐར་ཐུག་བླ་མའི་བྱང་ཆུབ། ཨ་ནི། ཐོབ་པ་དོན་དུ་གཉེར་མཁན་ཅིག་ལ། བྱང་ཆུབ་སེམས་དཔའ་ལབ་དགོས་རེད། དེ་ལ་ནང་པ་མ་ཡིན་པ་བཅས་ལ་བཞག་ཐུབ་གི་ཡོད་མ་རེད། མ་གཏོགས་སེམས་ཅན་མང་པོ་ཀྱི་སྡུག་བསྔལ་ལ་དྲན་འདོད་དེ་གཉིས་ཆའི་དབང་གིས་ཡོང་གི་རེད། སེམས་ཅན་ཐམས་ཅད་ལ་སྟོང་པ་ཉིད་རྟོགས་འདོད་ཀྱི་བློ་ཡོད་ན་ཡང་བྱང་ཆུབ་སེམས་མ་རེད། བྱང་ཆུབ་སེམས་དཔའ་ཟེར་དུས་འདུན་པ་གཉིས་དེ་དགོས་རེད། འདུན་པ་གཅིག་དེ་ག་རེད་གཞན་སེམས་ཅན་ཐམས་ཅད་པས་མི་གནས་པའི་མྱང་འདས་ལས་སྐྱེ་བ་གཞན་དོན་འདུན་པ་བཅུ། ནས་རང་དོན་འདོད་པ་ཟེར་ཏེ་སེམས་ཅན་གསང་ཆེན་གྱི་ས་ལ་བཀོད་པ་ལ་བཀོད་ཡག་གི་ནུས་པ་ཡོད་མཁན་རང་ཉིད་གསང་ཆེན་གྱི་གོ་མ་ཐོབ་དགོས་ཡིན་ཙང་རང་གི་ཐོས་བྱ་བྱང་ཆུབ་དོན་དུ་གཉིས་ཡོད་འདུན་པ། གྲོགས་འདུན་པ། བྱང་ཆུབ་འདུན་པ། རྒྱུ་གཞན་དོན་འདུན་པ་གཉིས་ཚང་དགོས་པ་ཡིན་ཙང་ནང་པར་མང་དུ་བཙགས་ནུས་ཡོད་མ་རེད། ད་ཨ་ཅག་ཁྱེད་རང་གི་དྲི་བ་དེ་དཔེ་ཡག་པོ་རེད་ད་དཔེར་ན་ང་ཚོ་ནང་པ་མ་ཡིན་ན་ཡང་མི་སེམས་བཟང་པོ་དངོས་གནས་འཇིག་རྟེན་ཁང་གི་ཚང་མ་ངས་སྡུག་བསྔལ་ལས་ཕྲ་བ་བྱེད་དགོས་ཀྱི་འདུག་བསམ་པ་དང། ཅེས་དེ་འདྲའི་གྱི་རླབས་ཆེན་པོ་གར་བྱེད་པ་ཡིན་ན་ཡང་བྱང་ཆུབ་སེམས་དཔའ་སེར་བྱ་དགོས་མ་རེད། ཁོ་བླ་མའི་བྱང་ཆུབ་ལ་དམིགས་ཡོད་མ་རེད། དེ་གའི་རིགས་དེ་གའི་བླ་མའི་བྱང་ཆུབ་དོན་དུ་གཉེར་བ་ན་ནང་པ་ཆགས་འགྲོ་ནང་པ། ག་འདྲ་ཡི་ནང་པ་ཆགས་འགྲོ། སེམས་ཀྱི་རླབས་ཆེན་པོ་གྲངས་མེད་པ་ཞིག་ཕན་ཐོགས་འགྲོ་གི་ཡོད་བསམ་པ་དེའི་ཆེད་དུ་རང་གི་སྲོག་བཏང་གི་ཡོད་གསུངས་པ་རེད། ད་དེ་ཚོ་དངོས་གནས་ག་རེ་ཟེར་ན། དགེ་རྩ་རླབས་ཆེན་པོ་ཞིག་རེད། ད་དེ་ཚོ་དངོས་གནས་ལ་བྱང་ཆུབ་སེམས་དཔའ་ཕྱག་ཡ་ལ་ཡག་ནི། རྒྱུ་ཅན་ལ་གང་གི་མཚམས་དེ་ངས་རེ་བ་ད། ཁོས་ཆོས་བསྟན་མཁན་འདྲ་བརྒྱུད་ན་ད་དངོས་གནས་རྒྱ་ཆེ་ཆེ་དང་ལང་འགྲོ་མཁན་དེ་རེད་དེ་འདྲ་ཡིན་ཙང། དེ་ལ་བྱང་ཆུབ་སེམས་དཔའ་ལ་དགོས་མ་རེད་ད་ང་རང་ཚོ་ནང་བརྒྱུད་ལོག་ལ་འཁོར་བསྡད་ཡ་དེ་རེད་ད། ནང་པ་མ་ཡིན་ངན་ལ་ཡག་དངོས་གནས་གཞན་དོན་དང་གཉིས་རྗེས་དེ་འདྲ་ཡོད་མཁན་ཧ་ལས་པ་ཡོད་རེད། གཞན་དོན་རྒྱ་ཆེན་པོ་སྒྲུབ་མཁན་གཞན་གྱི་དོན་དུ་སོ་སོ་བཏང་མཁན་ཡོད་རེད། དེ་ཚོ་ཡིན་གཉིས་རྗེ་དང་ལྡན་པའི་གང་ཟག་རེད། ལྷག་བསམ་དང་ལྡན་པའི་གང་ཟག་རེད། ཡིན་ན་ཡང་བྱང་ཆུབ་སེམས་དཔའ་ཟེར་ཡ་ང་ཚོ་ནང་ཆོས་ནས་བཤད་དེ་ཡ་གི་དང་གི་ལབ་དེ་ཡ་གི་བྱང་ཆུབ་སེམས་དཔའ་དེ་ཆགས་གི་མ་རེད། གཞན་དོན་སྒྲུབ་པའི་སྤྱི་བོ་རླབས་ཆེན་ཅེས་ཟེར་བར་གོ་ལ། གཞན་དོན་སྒྲུབ་པའི་སྤྱི་བོ་རླབས་ཆེན་གཉིས་རྗེ་དང་ལྡན་པའི་གང་ཟག་ཟེར། ཡང་ཁོ་གི་གཉིས་རྗེ་དེ་གཉིས་རྗེ་ཆེན་པོ་ཡ་ཆགས་ཐུབ་གི་མ་རེད་ག་ཟེར་ན་གཉིས་རྗེ་ཆེན་པོ་ཡིན་ན། ཡང་ང་ཚོ་ནང་པ་མ་གཏོགས་ཡོད་མ་རེད་དེ་ཡ་ཞེན་ཁོག་གེ་ཆགས་མ་རེད།

ཁོ་རང་རང་གཏུག་གི། ཡང་ན་ག་རེ་ལ་དགོས་རེད་ང་ཚོ། སེམས་ཅན་ཁོ་རང་རང་བཞིན། གི། དེ་ང་ཚོ་ནང་ཤུལ་འདྲ་ཡོད་རེད་དེ་ཚོ་གང་གཱའི་དཔེ་དང་ཕྱི་རོལ་པ་ལ་ཡང་གསང་འདུས་དངོས་ཀྱི་ཐོ་ཡ་ཡོད་རེད། དངོས་ཐོ་འབྲུ་ཡ་ཡོད་རེད། ཚུལ་ཁྲིམས་ཡོད་རེད། དེ་ཚོ་གི་དངོས་ཐོ་གོ་འཕང་ཐོབ་གི་ཡོད་རེད་ད་བར་དང་ཐང་ཅིག་པའི་གོ་འཕང་ཕ་སྤུས་ནི་དངོས་ཐོ་ལྷ་མིའི་ཕྱི་ནང་གང་གི་འགྲོ་གི་ཡོད་རེད་ཆུ་མཁན་མི་ལས་ངན་ཚོ་གི་ལ་ཡ། ཁོ་རང་ཚོ་བསམ་པ་བཟང་པོ་ཡོད་ངེས་མི་དེ་ཚོ་གི་བསམ་པ་བཟང་པོ་བྱེད་བྱ་བ་རླབས་ཆེན་པོ་བྱེད་ནི་དངོས་ཐོ་སྤྱི་ཡ་གི་ལས་བསགས་དགོས་རེད། ཁོ་རང་ཤེས་ཁོ་རང་གི་སྤྱོད་པ་བཟང་པོ། བསླབ་བྱ་བཟང་པོ་འགའ་དང་དེ་རུ་འདུག་ཨ། མ་དོ་དེ་ཚང་མ་ང་ཚོ་ནང་པ་ཡིན་གསུང་གི་མ་དེ་འདྲ་ཡིན་ཙང་འཇའ་འོར་མོ་ཆེན་གྱི་དེ་སང་ཆུ་ལ་མ་བལྟས་པའི་བཟང་སྤྱོད་ཟེར་བཟང་སྤྱོད་དེ་རེད། ཆུའི་ལི་སེང་བོ་དེ་ལྕི་བ་ང་ཅིག་ཁས་ལེན་པ་དང་ནི་ང་ཚོ་ནང་པའི་གཞུང་ལུགས་ནི་ཞེ་ཡ་དེ་གི་ལྟ་གྲུག་དེ་ཁས་ནི་འགྲོ་དེ་ཡ་དེ་རུ་བ་ལབ་ཏུ་ཆས་ཀྱི་རེད་དེ། ཆུ་དང་མ་འབྲེལ་བའི་བཟང་སྤྱོད་རྣ་ལ་ཡོད་རེད་སྙིང་རྗེ་ཡོད་རེད་བྱམས་པ་ཡོད་རེད། ཚང་མ་ཡོད་སོང་དེ་རེད། དེ་ཡང་གསལ་པོ་འདྲ་འདི་ཇག་རུང་ཞིག་བཟོས་ཡོད་རེད་ད། ཆོས་དང་མ་འབྲེལ་བའི་བཟང་སྤྱོད་ཀྱི་ནང་ལ་མི་རླབས་ཆེན་ཕན་སེམས་ཅན་སྙིང་རྗེ་དང་ལྡན་པ་སྦྱངས་པ་དང་ལྡན་པ་ཚང་མ་ཡོད་རེད། ཡིན་ནའི་ང་ཚོ་གཞུང་ལུགས་འདི་བྱས་པའི་བྱང་ཆུབ་སེམས་པ་འདི་ཆགས་ཀྱི་མི་འདུག་ཨ། ལགས་སོ། ཐུགས་ཆེ་ད་ཕལ་ཆེར་དེ་ཚོའི་ཚང་ཡིན་ས་རེད།

བསྟན་འགྱུར་གྱི་བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྤྱད་པ་ན་སྤྱད་པ། སྤྱད་པ་ཉམས་པ་མེད་པ་ཡང་གོང་ནས་གོང་དུ་འཕེལ་བར་ཤོག།